དང་ཐོག་མར་ལམ་རིམ་གྱི་ས་བཅད་འདིའི་ནང་ལོགས་ལ་ཡང་ནང་དོན་ཆེ་བ་ཞིག་བཀོད་བཞག་ཡོད་རེད། ཨ་ནེ་ལམ་རིམ་ཆེན་མོའི་ལམ་རིམ་ས་བཅད་འདི་ལ་ཡང་ནང་དོན་ཆེན་པོ་བཞིའི་ནང་གི་དང་པོ་དེ་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ་ངེས་དེ་ནང་དོན་དང་པོ་རེད། ད་དེ་ནས་ནང་དོན་གཉིས་པ་དེ། གདམས་ངག་ལ་གུས་པ་བསྐྱེད་པའི་ཕྱིར་ཆོས་ཀྱི་ཆེ་བ་ཟེར་བ་དེ་ནང་དོན་ཆེ་བ་གཉིས་པ་རེད། ད་དེ་ནས་ནང་དོན་ཆེ་བ་གསུམ་པ་དེ་འཆི་བ་ངེས་བརྟན་གྱི་ཆོས་ལ་ངེས་ཤེས་ཇི་ལྟར་བྱ་ཚུལ་ཞེས་པ་དེ་ནང་དོན་ཆེ་བ་གསུམ་པ་རེད། ཨ་ནས་ནང་དོན་ཆེ་བ་བཞི་པ་དེ། གདམས་པ་དངོས་ཀྱི་སློབ་མ་ཇི་ལྟར་བཅོལ་བའི་རིམ་པའོ་ཞེས་པའི་ནི། ནང་དོན་ཆེ་བ་བཞི་པོ་འདི་རིགས་འདིས་ལྟ། ལམ་རིམ་ཆེན་པོའམ་ཡང་ན་ལམ་རིམ་རྣམ་གྲོལ་ལག་བཅངས་ལ་སོགས་པའི་ཀྱི་བྱང་ཆུབ་ལམ་གྱི་རིམ་པའི་ཀྱི་ས་བཅད་ཀྱི་ནང་དོན་ཆེན་པོ་བཞི་འདི་རིགས། ཏེ་འདིའི་ནང་ལོགས་ནས། ང་ཚོས་རེ་རེའི་ཤེས་བྱའི་ཚུལ། ཟེར་བ་ཡིན་ན་དང་པོ། ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ་ཞེས་པ་འདིའི་ནང་ལོགས་ལ་ཡང་ནང་དོན་ཆེ་བ་གསུམ་བཀོད་ཡོད་རེད། དེ་ཡང་དང་པོ་རིགས་ཕུན་སུམ་ཚོགས་པར་སྐྱེ་བ་བཞི་པའི་ཚུལ་ཞེས་པ་འདི་ལམ་རིམ་རྣམ་འབྱོར་ལག་བཅངས་ཀྱི་ཤོག་གྲངས་སུམ་ཅུ་སོ་དྲུག་གི་སོ་གཅིག་གི་སྟེང་ལ་ཡོད་རེད། དེ་ནས་ནང་དོན་གཉིས་པ་འདི་རྟེན་དེ་ལ་ཡོན་ཏན་བརྙེས་པའི་ཚུལ་ཞེས་པ་འདི་ཨ་ནི་འདིའི་ནང་ལོགས་ལ་ཡང་ནང་དོན་ཆེ་བ་གཉིས་ཡོད་རེད། དེ་ཡང་དང་པོ། མང་དུ་ཐོས་པ་ལུང་གི་ཡོན་ཏན་གཉིས་ཚུལ་དང། གཉིས་པ། ཚུལ་བཞིན་བསྒྲུབ་པར་རྟོགས་པའི་ཡོན་ཏན་གཉིས་ཚུལ་བཞི། ཇོ་སྤྱི་དཔལ་ལྡན་བཀྲིས་བཤེས་ཀྱིས་ལུང་གི་ཡོན་ཏན་དང་རྟོགས་པའི་ཡོན་ཏན་གཉིས་ཚུལ་གྱི་སྐོར་དེ། ལབ་རིས་རྣམ་འཕྲུལ་ལག་བཅངས་ཀྱི་ཤོག་གྲངས་སུམ་ཅུ་སོ་གཅིག་གི་སྟེང་ལ་ཡོད་རེད། ད་དེ་ནས་ཀྱི། ནང་དོན་ཆེ་བ་གསུམ་པོ་དེ་རྙེད་ནས་བསྟན་པ་ལ་བྱ་བ་མཛད་ཚུལ་ཞེས་པ་དེའི་ནང་ལོགས་ལ་ཡང་ནང་དོན་ཆེ་བ་གཉིས་ཡོད་རེད་དེ་ཡང་ཇོ་ཇེ་པཱ་འདེ་ཨ་ཏི་ཤའི་རྒྱ་གར་དུ་མཛད་པ་མཛད་ཚུལ་དང་བོད་དུ་མཛད་པ་མཛད་ཚུལ་གཉིས་འདི་ན་ལ་བཀོད་གནང་ཡོད་རེད་མདོར་བསྡུས་ནས་བཤད་ན་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ་ཞེས་པ་འདིའི་ནང་ལོགས་ཡང་ཇོ་ཇེ་པཱ་འདེ་ཨ་ཏི་ཤའི་མཛད་པ་རྣམ་ཐར་ཆ་ཚང་གཅིག་འདི་ན་ལ་བཀོད་བཞག་ཡོད་རེད། ད་དེ་ནས་ལམ་རིམ་ཆེན་མོའི་གི་ནང་དོན་ཆེ་བ་གཉིས་པ་སྟེ། གདམས་ངག་ལ་གུས་པ་བསྐྱེད་པའི་ཕྱིར་ཆོས་ཀྱི་ཆེ་བ་ཞེས་པ་དེ་རེད། དེའི་ནང་ལོར་ཡང་ནང་དོན་ཆེ་བ་བཞི་ཙམ་བསྡུས་བསྡད་ཡོད་རེད། དེ་ཡང་དང་པོ། བསྟན་པ་ཐམས་ཅད་གེགས་མེད་དུ་རྟོགས་པའི་ཆེ་བ་འདི་ཆོག་གྲངས་བདུན་ཅུ་དོན་དྲུག་ལ་ཡོད་རེད། གཉིས་པ་དེ་གསུང་རབ་མ་ལུས་གདམས་ངག་ཏུ་འཆར་བའི་ཆེ་བ་འདི་ཤོག་གྲངས་བརྒྱད་ཅུ་ཐམ་པ་ལྔ་ལ་ཡོད་རེད། རྒྱལ་བའི་དགོངས་པ་བདེ་བླག་ཏུ་སྨྲས་པའི་ཆེ་བ་ཞེས་པ་འདི་ཤོག་གྲངས་བརྒྱད་ཅུ་གྱེས་ངན་ནང་ལ་ཡོད་རེད་ད་ག་ནང་བཞིན་ཉེས་སྤྱོད་ཆེན་པོ་རག་ལགས་སུ་འགྲོ་བའི་ཆེ་བ་ཞེས་པ་དེ་ཤོག་གྲངས་བརྒྱད་ཅུ་གྱ་བདུན་ནང་ལ་འདི་འདྲ་ཟེར་དགོས་ཤ་ཡོད་རེད་ཆེ་ཚང་གླིང་རྒྱལ་མཚོས་འདུག་ཟེར་རོ་ན། འོ་ད་དེ་ནས་ནང་དོན་ཆེ་བ་གསུམ་པ་འདི་ཆེ་བ་གཉིས་ལྡན་གྱི་ཆོས་ལ་ཉན་བཤད་ཇི་ལྟར་བྱེད་ཚུལ་ཞེས་པའི་ནང་དོན་གསུམ་པ་འདི་རེད་དེའི་ནང་ལོགས་ལ་ཡང་ནང་དོན་ཆེ་བ་གསུམ་བཀོད་བཞག་ཡོད་རེད་ནང་དོན་ཆེ་བ་གསུམ་འདི་དང་པོ། ཆོས་ཉན་པའི་ཚུལ་ཞེས་པ་དེ་དགོས་ཡོད་རེད་གཉིས་པ་དེ་ཆོས་བཤད་པའི་ཚུལ་ཞེས་པ་དེ་དགོས་ཡོད་རེད་གསུམ་པ་དེ་མཇུག་ཏུ་ཐུན་མོང་དུ་ཇི་ལྟར་བྱ་ཚུལ་ཞེས་པ་དེ་དགོས་ཡོད་རེད་འདིའི་ནང་ལོགས་ཀྱི་ནང་དོན་དང་པོ་དེ་ཆོས་ཉན་པའི་ཚུལ་ཞེས་པ་ལ་ཡང་ནང་དོན་གསུམ་དགོས་བཞག་ཡོད་རེད་དང་པོ་དེ་ཆོས་ཐོས་པའི་ཕན་ཡོན་བསམ་པ་དེ་ལམ་རིགས་རྣམ་གྲོལ་ལག་བཅངས་ཀྱི་ཤོག་གྲངས་དགུ་བཅུ་གོ་བཞི་ལ་དགོས་བཞག་ཡོད་རེད་གཉིས་པ་དེ་ཆོས་དང་ཆོས་སྨྲ་བ་རིམ་གྲོ་བསྐྱེད་པ་ཞེས་པ་དེ་ཆོག་གྲངས་བརྒྱ་དང་བཅུ་མེད་གཅིག་གི་སྟེང་ལ་བགོད་བཞག་ཡོད་རེད། དེ་ནས་ཆོས་ཉན་པའི་ཚུལ་དངོས་དེ་ག་རེ་ནི་ཆོག་གྲངས་བརྒྱ་དང་བཅུ་མེད་གཉིས་ཀྱི་སྟེང་ལ་བགོད་བཞག་ཡོད་རེད། དང་ནང་བཞིན་ཆོས་དང་ཆོས་སྨྲ་སྨྲ་བ་ལ་རིམ་གྲོ་བསྐྱེད་པ་ཞེས་པ་འདིའི་ནང་ལོགས་ལ་ཡང་ནང་དོན་ཆེ་བ་གསུམ་ཡོད་རེད་དང་པོ་ཁེངས་པ་དང་བྲལ་བ། གཉིས་པ་ཁྱད་གསོད་ཀྱིས་ཉོན་མོངས་པ་དང་བྲལ་བ། གསུམ་པ་གནས་ལྔ་ཡིད་ལ་མི་བྱེད་པ་དང་བཅས་དེ་ནང་དོན་གསུམ་དགོས་ཡོད་རེད་ད། ཁེངས་པ་དང་བྲལ་བ་ཞེས་པ་འདིའི་ནང་ལོགས་ལ་ཡང་ནང་དོན་ག་རེ་ག་རེ་བཀོད་ཡོད་རེད་ཞུས་ན། དུས་སུ་ཉན་པ་དང་བཀུར་སྟི་བྱེད་པ་དང་སྲི་ཞུ་བྱེད་པ་དང་མི་སྤྲོ་བ་དང། རྗེས་སུ་བཀྲུ་བ་དང་བརྟན་ཁ་མི་འཚོལ་བ་དང་བཅས་ནང་དོན་དྲུག་གི་ཐོག་ནས་གསུངས་ཡོད་རེད་ད། ནང་བཞིན་གནས་ལྔ་ཡིད་ལ་མི་བྱེད་པ་ཞེས་པ་འདིའི་ནང་ལོགས་ལ་ཡང། ཚུལ་ཁྲིམས་ཉམས་པ་དང་འཇིགས་སྨྲ་བ་དང། ཆ་བྱད་ངན་པ་དང་ཚིག་འབྲུ་ངན་པ། ཚིག་མི་སྙན་པ་སྨྲ་བ་ལ་སོགས་པ་ཡིད་ལ་མི་བྱེད་པའི་ཀྱི་ནང་དོན་འདི་དགེ་བསྐོས་གནང་ཡོད་རེད། ད་ག་ནང་བཞིན་གྱི་ཨ་ནི་ཆོས་ཉན་པའི་ཚུལ་གྱི་ནང་དོན་གསུམ་པ་འདི་ནང་ལར་ཡང་ཆོས་ཉན་པའི་ཚུལ་དངོས་ནང་དོན་ཆེན་པོ་གཉིས་ཡོད་རེད་དེ་ཡང་དང་པོ་འདི། འགལ་རྐྱེན་སྣོད་ཀྱི་སྐྱོན་གསུམ་འདི་གས་རེ་རེ་བྱས་གསུངས་ཡོང་གོ་རེད་ད་དེ་ནས་དེའི་གཤམ་ལ་ཡང་ཨ་ནི་མཐུན་རྐྱེན་འདུ་འདུ་ཤེས་དྲུག་བསྟན་པ་དེ་བཀོད་གནང་གི་ཡོད་རེད་འདིའི་ནང་གི་འགལ་རྐྱེན་སྣོད་ཀྱི་སྐྱོན་གསུམ་དེ་དང་པོ་སྣོད་ཁ་སྦུབ་པ་སྣོད་བྱེ་མ་ཅན་སྣོད་ཞབས་རྡུལ་བཅས་ག་འདྲ་ག་འདྲ་ཡིན་མིན་རེ་རེ་བྱས་རྗེས་རྣམ་གྲོལ་ལམ་བྱང་གི་ནང་ལོགས་ལ་ཡོད་རེད། བདག་ནང་བཞིན་གྱི་མཐུན་རྐྱེན་འདུ་ཤེས་དྲུག་བསྟན་པ་འདིར་ཡང་འདུ་ཤེས་དྲུག་པོ་དེ་ག་རེ་ག་རེ་ཡིན་མིན་འདི་ནང་བཀོད་ཡོད་རེད། དེ་ཡང་དང་པོ་རང་ལ་ཡང་ནད་པའི་འདུ་ཤེས་དང་གཉིས་པ་ཆོས་ལ་ཡང་སྨན་གྱི་འདུ་ཤེས་གསུམ་པ་དགེ་བའི་བཤེས་གཉེན་ལ་སྨན་པ་མཁས་པའི་འདུ་ཤེས་བཞི་པ་ནན་ཏན་ཉམས་སུ་བླང་བའི་བླང་བ་ལ་ནད་འཚོ་བའི་འདུ་ཤེས་ལྔ་པ་དེ་དེ་བཞིན་གཤེགས་པ་ལ་སྐྱིད་པོ་དམ་པའི་འདུ་ཤེས་དྲུག་པ་ཆོས་ཀྱི་ཚུལ་ལ་རིང་དུ་གནས་པའི་འདུ་ཤེས་དང་བཅས་འདུ་ཤེས་གྲུང་བསྟེན་པའི་གི་སྟེང་ནས་ཨ་ནི་ཆོས་ཉན་པའི་སྐོར་དེ་གསུང་ཡོང་གི་ཡོད་རེད། དེ་ཡིས་ང་ཚོ་ཆོས་ཉན་པའི་ཚུལ་ཞེས་པའི་ནང་དོན་གསུམ་པོ་དེ་གས་རེད། ད་ལམ་རིམ་རྣམ་གྲོལ་ལགས་ཅག་ཡང་ན་ལམ་རྒྱུན་ཆེན་མོའི་ནང་ལོགས་ལ་ཡང་ཨ་ནི་ནང་དོན་ཆེ་བ་གསུམ་པོ་ཕྱི་དབང་གཉིས་ལྡན་གྱི་ཆོས་ལ་ངེས་ཤེས་ཇི་ལྟར་བྱ་ཚུལ་ཞེས་པའི་ནང་དོན་དང་པོ་འདི་ཆོས་ཉན་པའི་ཚུལ་དེ་ཁོང་དུ་ཕྱིན་ཟིན་པ་རེད། ལྟའང་ང་ན་ཚོ་ད་ལྟ་མུ་མཐུད་ག་རེ་ཟེར་ན་ཆོས་བཤད་པའི་ཚུལ་འདི་ལ་ཡང་བགྲོ་གླེང་ཞུ་གི་ཡིན། ཆོས་བཤད་པའི་ཚུལ་ཞེས་པ་འདི་ལ་ཡང་ནང་དོན་ཆེ་བ་བཞི་བཀོད་ཡོད་རེད་དང་པོ་ཆོས་བཤད་པའི་འཕེལ་ཡུལ། གཉིས་པ། སྟོན་པ་དང་ཆོས་ལ་རིམ་གྲོ་བགྱིད་པ། གསུམ་པ། བསམ་པ་དང་སྦྱོར་བས་ཇི་ལྟ་བུས་ཤེས་པ། བཞི་པ། རྒྱུའི་གང་ལ་ཤེས་པ་དང་མ་ཤེས་པའི་ཁྱད་པར་ཤེས་པ་དེ་དགོས་ན་བཞག། དེའི་ནང་ལོགས་ནས་ནི། བསམ་སྦྱོར། ཇི་ལྟ་བུས་ཤེས་པ་ལ་ཡང། བསམ་པས་ཇི་ལྟ་བུས་ཤེས་པ་དང་སྦྱོར་བས་ཇི་ལྟ་བུས་ཤེས་པ་སྟེ། སོ་སོ་སོ་ནང་དོན་རེ་རེ་རེ་རེ་བྱེད་བྱེད་བཀོད་ཡོད་རེད། དེའི་ནང་ལོགས་ལ་ཡང། བསམ་པས་ཇི་ལྟ་བུ་ཤེས་པ་ལ་ཡང་ནང་དོན། ཆུང་བ་ལྔ་ཅིག་བཀོད་ན་བཞག། ཆུང་བ་ལྔ་དེ་ཡང། དང་པོ་རང་ལ་སྨན་པའི་འདུ་ཤེས། གཉིས་པ་ཆོས་ལ་སྨན་གྱི་འདུ་ཤེས། གསུམ་པ་ཉན་པ་པོ་ལ་ནད་པའི་འདུ་ཤེས། བཞི་པ། དེ་བཞིན་གཤེགས་པ་ལ་སྐྱེས་བུ་དམ་པའི་འདུ་ཤེས། ལྔ་པ་སྟེ། ཆོས་ཀྱི་ཚུལ་ལ་རིང་དུ་གནས་པའི་འདུ་ཤེས་དང་བཅས་འདུ་ཤེས་ལྔ་པོ་འདི་བསམ་པས་ཇི་ལྟ་བུའི་ཆོས་བཤད་པའི་སྐོར་གྱི་ནང་དོན་འདི་ནང་ལོགས་ལ་ཡང་བཀོད་བཞག་ནི། འདིའི་ནང་ལོགས་ནས་ཆོས་བཤད་པའི་ཚུལ་ཞེས་པའི་ནང་དོན་ཞིབ་པ་དེ་ཡུལ་གང་ལ་ཤེས་པ་དང་མ་ཤེས་པའི་ཁྱད་པར་དེ་ཤོག་གྲངས་བརྒྱ་དང་བཅུ་རྩ་དྲུག་ནང་འོད་སྣང་ཤར། ཨ་ནི། འཆི་བ་གཉིས་ལྡན་གྱི་ཆོས་ལ་ངེས་ཤེས་ཇི་ལྟར་བྱ་ཚུལ་གྱི་ནང་དོན་འཆི་བ་གསུམ་པོ་འདི་མཇུག་ཏུ་ཐུན་མོང་དུ་ཇི་ལྟར་བྱ་བའི་རིམ་པ་འདི་རེ་བཞག། ད་དེ་ནས་ཀྱི་ལམ་རིམ་ཆེན་མོའི་གི་ནང་དོན་འཆི་བ་བཞི་པ་འདི་ག་རེ་ཞུས་པ་ཡིན་ན་ཨ་ནི། གདམས་པ་དངོས་ཀྱི་སློབ་མ་ཇི་ལྟར་བྱ་བའི་རིམ་པའོ་ཞེས་པ་འདི་རེད། དམ་པ་དངོས་ཀྱི་སློབ་མ་ཇི་ལྟར་བཅོལ་བའི་རིམ་པའོ། ཞེས་པའི་ནང་དོན་ཆེན་པོ་འདིའི་ནང་ལོགས་ལ་ཡང་ནང་དོན་ཆེ་བ་གཉིས་ཚུད་བསྡད་ཡོད་རེད། གཙོ་བོ་འདི་གཉིས་དེ་ག་རེད་ཟེར་ན་དང་པོ། ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་ཞེས་པ་འདི་རེད། གཉིས་པ་འདི་བསྟེན་ནས་བློ་ཇི་ལྟར་སྐྱེ་བའི་རིམ་པའོ་ཞེས་གཉིས་བཀོད་བཞག་ཡོད་རེད། འདི་གང་ནོག་ནས། ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་ཞེས་པའི་ནང་དོན་དེ་ལ་ཡང། ཐུན་གྱི་ངོ་བོར་ཇི་ལྟར་བྱ་ཚུལ་དང། ཨ་ནི་ཐུན་མཚམས་སུ་ཇི་ལྟར་བྱ་ཚུལ་ཞེས་གཉིས་དུ་བགོས་བཞག་ཡོད་རེད། དེའི་ནང་ནས་ཨ་ནི་ཐུན་གྱི་ངོ་བོར་ཇི་ལྟར་བྱ་ཚུལ་ལ་ཡང། ཨ་ནི། དང་པོ། སྦྱོར་བ། གཉིས་པ། དངོས་གཞི། གསུམ་པ། མཇུག་བསྔོ་བ་དང་བཅས་ནང་དོན་གསུམ་གྱི་སྟེང་ནས་བགོས་བཞག་ཡོད་རེད། འདིའི་མདོའི་རྩམ་པ་ཨ་ནི། དང་པོ། སྦྱོར་བ། སྦྱོར་བའི་གི་སྟེང་གི་གཙོ་བོ་དེ་སྦྱོར་བའི་ཆོས་དྲུག་གི་སྟེང་ནས་གསུངས་ཡོང་གི་ཡོད་རེད། ཨ་ནི་སྦྱོར་བ། སྦྱོར་བ་གི་སྟེང་གི་སྦྱོར་བའི་ཆོས་དྲུག་དེ་ག་རེད་ཞུས་པ་ཡིན་ན། དེ་ཡང་དང་པོ། གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་པ། དེ་ཡང་ཤོག་གྲངས་བརྒྱ་དང་སུམ་ཅུའི་སྟེང་ལ་བཀོད་བཞག་ཡོད། ད་སྤྱི་བོའི་ཆོས་དྲུག་གི་དང་པོ་དེ་གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་པ་དེ་གོང་དུ་ཕྱིན་ཟིན་པ་རེད་ད་དེ་ནས་གཉིས་པ་འདི་མཆོད་པ་གཡོག་མེད་ཅིང་བཀོད་པས་མཛེས་པར་བཤམས་པ་དེ་རེད། ཨ་ནི་འདིའི་ཤ་ན་ཡང་གསུམ་པ། ལུས་འདུག་ལུས་སྐྱེས་དམ་ཆོས་ལམ་གང་བདེར། ཁོས་དེ་སྐྱེད་སེམས་ཁྱད་པར་ཅན་གྱི་ངང་ནས་སྐྱབས་སེམས་རྒྱུད་དང་རྗེས་ངེས་སུ་བྱ་བ་ཞེས་པ་དེ་ཤོག་གྲངས་བརྒྱ་དང་ལྔ་བཅུ་ཐམ་པའི་སྟེང་ན་ཡོད་རེད། བཞི་པ་དེ་ཚོགས་ཤིང་གསལ་བཏབ་པ། ལྔ་པ་དེ་ཡན་ལག་བདུན་པ་མལ་འབྲས་དང་བཅས་འབུལ་བ། དྲུག་པ་དེ་གསོལ་བ་འདེབས་པ་མན་ངག་བཞིན་རྒྱུད་དང་རྗེས་ངེས་སུ་བྱ་བ་བཅས་སྦྱོར་བའི་ཆོས་དྲུག་འདི་རྣམས་ཨ་ནི། ཤོག་གྲངས་བརྒྱ་དང་སུམ་ཅུ་ནས་བརྒྱ། ཉིས་བརྒྱ་སུམ་ཅུ་སོ་གཅིག་པ་རུ་ལ་ཡང་བཀོད་ཡོད་རེད། ད་དེ་ནས་ཀྱིས་གསོལ་བ་འདེབས་པ་མན་ངག་གི། མན་ངག་བཞི་རྒྱུད་དང་འབྲེལ་ངེས་སུ་བྱ་བ་ཞེས་པས་འདིའི་གི་མཚམས་ལ་ཡང་སྦྱོར་བརྗོད་སྐད་གསང་འབྱིན་རྒྱན་གྱི། རང་གི་ཐད་དྲངས་ཀྱི་ནམ་མཁའི་དབུས་སུ་ཞེས་པ་ནས། སྐྱབས་གནས་ཀུན་འདུས་ལ་སོགས་པའི་འདི་ལ་མ་གི། མྱུར་ལམ་གྱི། དཔེ་ཆ་སི་ན་ཉིད་ཡིན་ན་ཤོག་གྲངས་བཞི་བཅུ་བཞི་བཞིའི་ནང་ལ་ཡང་བཏང་ཆ་དེ་གའི་ཆ་ཚང་གཅིག་ཡོད་རེད། ཟླ་འདི་ནས་ང་ནག་ཚོས་ཀྱི་སྦྱོར་བའི་ཆོས་དྲུག་དེ་ལྔའི་ལ་ཕྱིན་ཚར་བའི་རྗེས་ལ་ཡང་དངོས་གཞི་རེ་ནང་དོན་ཆེ་བ་གཉིས་པ་དེ་དངོས་གཞི་རེ་དངོས་གཞིའི་ནང་ལོགས་ལ་ཡང་ནང་དོན་ཆེ་བ་གསུམ་ཡོད་རེད། དང་པོ། བཤེས་གཉེན་བསྟེན་པའི་ཕན་ཡོན་བརྒྱད་དེ་དགོས་བཞག་ཡོད་རེད། གཉིས་པ་དེ། བཤེས་གཉེན་མ་བསྟེན་པ་དང་བསྟེན་ཚུལ་ལོག་པའི་ཉེས་དམིགས་དེ་དགོས་བཞག་ཡོད་རེད། གསུམ་པ་དེ་བསམ་པས་བསྟེན་ཚུལ། དང་བཞི་པ་དེ་སྦྱོར་བས་བསྟེན་ཚུལ་ཞེས་དགོས་བཞག་ཡོད་རེད། དེ་འདུས་སྡེའི་ནང་ནས་ནང་དོན་དང་པོ་དེ་བཤེས་གཉེན་བསྟེན་པའི་ཕན་ཡོན་བརྒྱད་དེ་འདིར་མ་རེ་རེ་བྱས་བཀོད་ཡོད་རེད། དེ་ཡང་དང་པོ། སངས་རྒྱས་ཀྱི་གོ་འཕང་ལ་ཉེ་བ། འདི་ནང་ལོར་ཡང་ནང་དོན་ཆེ་བ་གཉིས་བཀོད་བཞག་ཡོད་རེད། བླ་མས་གདམས་པ་བསྟན་པ་རང་གིས་ཉམས་སུ་བླངས་པའི་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ། འདི་ནང་དོན་འདི་ཤོག་གྲངས་ཉིས་བརྒྱ་ཞིབ་བཞི་བརྒྱ་ལ་ཡོད་རེད། གཉིས་པ་འདི་བླ་མར་མཆོད་ཅིང་སྙིང་བོ་བཀུར་བའི་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ་འདི་ཤོག་གྲངས་ཉིས་བརྒྱ་ལྔ་བཅུ་ང་གཅིག་སྟེང་ལ་བཀོད་བཞག་ཡོད་རེད། ད་དེ་ནས་བཤེས་གཉེན་བསྟེན་པའི་ཕན་ཡོན་བརྒྱད་ཀྱི་ནང་གི་ཕན་ཡོན་གཉིས་པ་སྟེ་དགེ་བ་རྣམས་རྒྱས་པར་འགྱུར་བ་དེ་ལ་ཡང་ཨ་ནི་དང་གཉིས་དགོས་ཡོད་རེད་བསམ་ལུགས་དང་པོ་དང་གསུམ་པོ་གཉིས་པ་ཞིག་དགོས་བཞག་ཡོད་རེད་ད་དེ་ནས་གསུམ་པ་འདི་བདུད་དང་སྡིག་གྲོགས་ཀྱིས་མི་རྩུབ་པ། བཞི་པ་འདི་ཉོན་མོངས་དང་ཉེས་སྤྱོད་ཐམས་ཅད་རང་ཤུགས་ཀྱིས་འགག་པ། ལྔ་པ་འདི་ས་ལམ་ཉམས་རྟོགས་ཐམས་ཅད་གོང་འཕེལ་དུ་འགྱུར་བ། དྲུག་པ་ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན་གྱིས་མི་སྤོང་པ། བདུན་པ་ངན་སོང་དུ་མི་ལྷུང་བ། བརྒྱད་པ་གནས་སྐབས་དང་མཐར་ཐུག་གི་དོན་ཐམས་ཅད་བདེན་མེད་དུ་འགྲུབ་པ་དང་བཅས་བཤེས་གཉེན་བསྟེན་པའི་ཕན་ཡོན་རྒྱས་ཏེ། འདི་ནང་ལ་བཀོད་བཞག་ཡོད་རེད་འདིའི་གཤམ་ལ་ཡང་ནི་ཤོག་གྲངས་རེ་རེ་བྱས་བྱས་བཀོད་ཡོད་རེད་ནི་ཁྱེད་རང་ཚོས་ཀྱིས་རྣམས། ད་དེ་ནས་དངོས་གཞིའི་ནང་ལོགས་ཀྱི་ནང་དོན་ཆེ་བ་གཉིས་པ་འདི་བཤེས་གཉེན་མ་བསྟེན་པ་དང་བསྟེན་ཚུལ་ལོག་པའི་ཉེས་དམིགས་དེ་གསུངས་ཡོང་གི་ཡོད་རེད། དེ་ཡང། བཤེས་གཉེན་མ་བསྟེན་པ་དང་བསྟེན་ཚུལ་ལོག་པའི་ཉེས་དམིགས་ལ་ཡང་ནང་དོན་ཆེ་བ་གཉིས་ཡོད་རེད། དང་པོ། བཤེས་གཉེན་མ་བསྟེན་པའི་ཉེས་དམིགས་བརྒྱད་དེ་བཀོད་བཞག་ཡོད་རེད། གཉིས་པ་དེ་བཤེས་གཉེན་བསྟེན་ཚུལ་ལོག་པའི་ཉེས་དམིགས་བརྒྱད་དེ་བཀོད་གནང་ཡོད་རེད། དེ་ནང་ནས་དང་པོ་དེ། བཤེས་གཉེན་མ་བསྟེན་པའི་ཉེས་དམིགས། དང་པོ། སངས་རྒྱས་ཀྱི་གོ་འཕང་ལ་མ་ཉེ་བ། དགེ་བ་རྣམས་བགྱིས་པ་མ་བསྐྱུར་བར། གསུམ་པ། བདུད་དང་སྡིག་སྒྲུབ་ཀྱིས་གནོད་པ། བཞི་པ། ཉོན་མོངས་དང་ཉེས་སྤྱོད་ཐམས་ཅད་དགག་མི་བཏུབ་པ། ལྔ་པ། ས་ལམ་ཉམས་རྟོགས་མི་འཕེལ་པ། དྲུག་པ། ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན་གྱིས་ཕོངས་པ། བདུན་པ། ངན་སོང་དུ་ལྟུང་བ། བརྒྱད་པ། གནས་སྐབས་དང་མཐར་ཐུག་གི་དོན་ཐམས་ཅད་མི་འགྲུབ་པ་དང་བཅས་གོང་གི་བཤེས་གཉེན་བསྟེན་པའི་ཕན་ཡོན་བརྒྱད་ལས་བཟློག་པ་རེད། ད་དེ་ནས་ནང་དོན་ཆེ་བ་གཉིས་པ་འདི་བཤེས་གཉེན་བསྟེན་ཚུལ་ལོག་པའི་ཉེས་དམིགས་བརྒྱད་དེ། དང་པོ། བླ་མ་ལ་བརྙས་སྨོད་ཤོར་ན་རྒྱལ་བ་ཀུན་ལ་བརྙས་པ། ཤོག་གྲངས་ཉིས་བརྒྱ་ལྔ་བཅུ་ང་དགུ་སྟེང་ལ་ཡོད་རེད། གཉིས་པ། བླ་མ་ལ་ཁྲོ་སེམས་སྐྱེས་ན། དེའི་སྐད་ཅིག་མའི་གྲངས་དང་མཉམ་པའི་དགེ་རྩ་འཇོམས་ནས།

ཤོག་གྲངས་ཉིས་བརྒྱ་དྲུག་ཅུ་རེ་གཉིས་བཏོན་ནས་ཡོད་རེད། བདུན་པ། ཕྱི་མར་ངན་སོང་མུ་མཐའ་མེད་པར་འཁྱམས་པར་ཤོག་གྲངས་ཉིས་བརྒྱ་དྲུག་ཅུ་རེ་གསུམ་བཏིང་ནས་ཡོད་རེད། བརྒྱད་པ། ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན་གྱིས་ཕོངས་པ་དང་བཅས་དེའི་ཐམས་ཅད་ནི་བསྟེན་ཚུལ་ལོག་པའི་ཉེས་དམིགས་བརྒྱད་དེ་རེད། ད་ལྟ་ནང་བཞིན་གྱི་ནང་དོན་གྱི་ཆ་ནས་ཞུས་པ་ཡིན་ན་ནང་དོན་གསུམ་པ་དེ་ལེགས་ཡོད་རེད། ཐ་ནང་དོན་གསུམ་པ་འདི་དངོས་གཞིའི་ནང་དོན་གསུམ་པ་འདི་བསམ་པའི་བསྟེན་ཚུལ་རེད། བཞི་པ་འདི་སྦྱོར་བའི་བསྟེན་ཚུལ་རེད། བསམ་པའི་བསྟེན་ཚུལ་གྱི་སྟེང་ལ་ཡང་དང་པོ་རྩ་བ་དད་པ་སྦྱངས་པ་འདི་རེད། གཉིས་པ་བཀའ་དྲིན་རྗེས་སུ་དྲན་ཏེ་གུས་པ་བསྐྱེད་པ་དང་བཅས། གཉིས་ཀྱི་སྟེང་ནས་བཀོད་བཞག་ཡོད་རེད། རྩ་བ་དད་པ་སྦྱངས་པ་འདི་ལ་ཡང་གསུམ་ཡོད་རེད། དང་པོ་འདི་བླ་མ་སངས་རྒྱས་སུ་བལྟ་དགོས་པའི་རྒྱུ་མཚན་ཆོས་གྲངས་ཉིས་བརྒྱ་བདུན་ཅུ་དོན་གཉིས་སྟེང་ན་ཡོད་རེད། གཉིས་པ། བླ་མ་སངས་རྒྱས་སུ་བལྟ་ནུས་པའི་རྒྱུ་མཚན། ཨ་ནི་འདི་ལ་ཡང་རྒྱུ་མཚན་ག་ཚད་བཀོད་བ་རེད་ཟེར་ན་གཉིས་བཀོད་ཡོད་རེད། དང་པོ། བློའི་ཡོན་ཏན་གྱི་ཕྱོགས་ནས་གསུངས་པ། གཉིས་པ། སྐྱོན་མཐོང་བ། དད་པའི་གྲོགས་སུ་འཁྱེར་བ་དང་བཅས་ནང་དོན་གཉིས་ཀྱི་སྟེང་ནས་དབྱེ་བཞག་ཡོད་རེད། གསུམ་པ། འདི་ཚུལ་ཇི་ལྟར་ལྟ་ཚུལ། དེ་ལ་ཡང། ཨ་ནི། བཞི།

ཤོག་གྲངས་ཉིས་བརྒྱ་བདུན་ཅུ་དོན་ལྔའི་སྟེང་ན་ཡོད་རེད། གསུམ་པ། དེང་སང་གི་དུས་སུ་ཡང་སངས་རྒྱས་བྱང་སེམས་རྣམས་ཀྱིས་སེམས་ཅན་གྱི་དོན་མཛད་པ་ཉིས་བརྒྱ་བདུན་ཅུ་དོན་བརྒྱད་ཀྱི་སྟེང་ན་ཡོད་རེད། བཞི་པ། རང་གི་སྣང་བ་ལ་ངེས་པ་མེད་པ་འདི་ཤོག་གྲངས་ཉིས་བརྒྱ་བདུན་ཅུ་དོན་དགུའི་སྟེང་ན་དགོད་བཞག་ཡོད་རེད། བདག་ནང་བཞིན་གྱི་ཨ་ནེ་བསམ་པས་བསྟིམ་ཚུལ་གྱི་ནང་དོན་ཆེ་བ་གཉིས་པ་འདི་བཀའ་དྲིན་རྗེས་སུ་དྲན་པའི་གུས་པ་སྐྱེས་པ་ཞེས་པ་འདི་ནང་ལོགས་ལ་ཡང་བཀའ་དྲིན་དྲན་ལུགས་ཨ་གཉིས་ནས་བཀོད་བཞག་ཡོད་རེད་དང་པོ་བླ་མ་སངས་རྒྱས་ལས་ལྷག་པའི་བཀའ་དྲིན་གཉིས་པ་ཆོས་གསུངས་པའི་བཀའ་དྲིན་དང་དུ་འདི་ནང་ལ་གསུམ་པ་དང་བཞི་པ་ཡོད་རེད་གསུམ་པ་ཤེས་རྒྱུད་བྱིན་གྱིས་བརླབས་པའི་བཀའ་དྲིན་བཞི་པ་ཟང་ཟིང་གི་འཁོར་དུ་འདུས་པའི་བཀའ་དྲིན་དང་བཅས་ཨ་ནེ་བཀའ་དྲིན་རྗེས་སུ་དྲན་པ་འདིར་ཡང་ནང་དོན་ཆེ་བ་ཞིག་བཀོད་བཞག་ཡོད་རེད། འདིའི་ནང་ལོགས་ནས་བླ་མ་སངས་རྒྱས་ལས་ལྷག་པའི་བཀའ་དྲིན་ཞེས་པ་འདིར་ཡང་ནང་དོན་ཆེ་བ་གཉིས་བཀོད་ཡོད་རེད། དང་པོ། སྤྱིར་སངས་རྒྱས་ཐམས་ཅད་ལས་ལྷག་པའི་བཀའ་དྲིན། ཤོག་གྲངས་ཉིས་བརྒྱ་བརྒྱད་ཅུ་གྱ་བདུན་གྱི་སྟེང་ལ་ཡོད་རེད། གཉིས་པ། སྒོས་སུ་སངས་རྒྱས་ཤཱཀྱ་ཐུབ་པ་ལས་ཀྱང་བཀའ་དྲིན་ཆེ་བར་ལྷག་པ་དེ་ཤོག་གྲངས་ཉིས་བརྒྱ་བརྒྱད་ཅུ་གྱ་བརྒྱད་ཀྱི་སྟེང་དུ་བཀོད་བཞག་ཡོད་རེད་དེ། ཨ་ནི་ང་ཚོས་ཀྱི་བསམ་པའི་བསྟན་མཚོན་གྱི་ནང་དོན་རྩ་བ་དད་པ་སྦྱངས་པ་དང་བཀའ་དྲིན་རྗེས་སུ་དྲན་པའི་ནང་དོན་དེ་གྲུབ་ཟིན་པ་རེད། ད་དེ་ནས་ཀྱི་བསམ་པའི་བསྟན་ཚུལ་དང་སྦྱོར་བའི་བསྟན་ཚུལ་སྦྱོར་བའི་བསྟན་ཚུལ་དེ་ཞོར་དྲ་གཉིས་ཀྱི་དགུ་བཅུ་དགུ་བརྒྱའི་ནང་ལ་ཡོད་རེད། ད་དེ་ནས་དེའི་རྗེས་ལས་ཡར་ཐོན་གྱི་ངོ་ལ་ཇི་ལྟར་བྱ་ཚུལ་དང་ཐུན་མཚམས་ལ་ཇི་ལྟར་བྱ་ཚུལ་གསུངས་པ་རང་བཞིན་གྱི་ཐུན་གྱི་ངོ་ཇི་ལྟར་བྱ་ཚུལ་གྱི་སྦྱོར་བ་དང་དངོས་གཞི་འཇུག་ཇི་ལྟར་བྱ་ཚུལ་བཅས། འདི་སྐད་གསུངས་གྲུབ་ཟིན་པ་རེད། ད་དེ་གཤམ་ལ་ཡང་ཐུན་མཚམས་ལ་ཇི་ལྟར་བྱ་ཚུལ་དེ་ཤོག་གྲངས་སུམ་བརྒྱ་བཅོ་ལྔའི་གསུང་གི་སྟེང་ན་ཡོད་རེད་ལ་མྱུར་ལམ་ཟིན་ཉིན་ཡིན་ན་ཤོག་གྲངས་དྲུག་ཅུ་རེ་བདུན་གྱི་སྟེང་ན་ཡོད་རེད། ད་དེ་ནས་ཀྱི་ནང་དོན་ཆེ་བ་གཉིས་པོ་དེ་ག་རེ་རེད་ཟེར་ན། དམ་པ་དངོས་ཀྱིས་སློབ་མ་ཇི་ལྟར་འཁྲིད་པའི་རིམ་པའི་ནང་གི་ནང་དོན་ཆེ་བ་གཉིས་པ། ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་ཟིན་ནས་དེ་དང་པོ་དང། བསྟེན་ནས་བློ་ཇི་ལྟར་སྦྱོང་བའི་རིམ་པའོ་ཞེས་པ་དེ་གཉིས་པ་རེད། བརྟེན་ནས་བློ་ཇི་ལྟར་སྦྱོང་བའི་རིམ་པའོ་ཟེར་བའི་ནང་ལོགས་ལ་ཡང་ནང་དོན་ཆེ་བ་གཉིས་ཡོད་རེད། དེའི་ནང་ནས་ནང་དོན་དང་པོ་འདི་ག་རེད་ཟེར་ན། དལ་འབྱོར་ལ་སྙིང་པོ་བླངས་ཕྱིར་བསྐུལ་བ་ཞེས་པ་འདི་རེད། དེའི་ནང་ལོགས་ལ་ཡང་དལ་འབྱོར་ལ་སྙིང་པོ་བླངས་ཕྱིར་བསྐུལ་བ་ཞེས་པའི་ནང་ལོགས་ལ་ཡང་ནང་དོན་གཉིས་ཡོད་རེད། ཐུན་གྱི་ངོ་ལ་ཇི་ལྟར་བྱ་ཚུལ་དང་ཐུན་མཚམས་ལ་ཇི་ལྟར་བྱ་ཚུལ་ཞེས་གཉིས་ཡོད་རེད། ཐུན་གྱི་ངོ་ལ་ཇི་ལྟར་བྱ་ཚུལ་འདི་གོང་དུ་གསུངས་པ་ནང་བཞིན་སྦྱོར་བ་དངོས་གཞི་འཇུག། ཇི་ལྟར་བྱ་ཚུལ་དང་བཅས་གསུམ་ཡོད་རེད་དེའི་ནང་གི་སྦྱོར་བ་དེ་གོང་གི་སྦྱོར་བའི་ཕྱི་དྲུག་དང་ཕྱི་བྱེད་རྐྱང་རེད་ད་དེ་ནས་འཇུག་ཇི་ལྟར་བྱ་ཚུལ་ཡང་གོང་དང་རིགས་འདྲེས་པ་རེད་གཙོ་བོ་དེ་ད་དངོས་གཞིའི་གི་སྟེང་ལ་ཡང་སྔོན་ང་ཚོས་ད་རིང་གི་མཚམས་ལ་ཡང་ག་རེ་སློབ་སྦྱོང་བྱེད་དགོས་རེད་ཞུས་པ་ཡིན་ན་དང་པོ་དལ་འབྱོར་ངོས་བཟུང་བ། གཉིས་པ་དལ་འབྱོར་དོན་ཆེ་བ་བསམ་པ། གསུམ་པ། དལ་འབྱོར་རྙེད་དཀའ་བར་བསམ་པ་དང་བཅས་ནང་དོན་གསུམ་གྱི་ཐོག་ནས་སློབ་སྦྱོང་བྱོས་ཡོད་རེད། དེའི་ནང་ནས་དལ་འབྱོར་ངོས་བཟུང་བ་ལ་ཡང་ཨ་ནི་དང་པོ་དལ་བ་བརྒྱད། གཉིས་པ་འབྱོར་པ་བཅུ་དང་བཅས་བཀོད་ཡོད་རེད། དེའི་ནང་གི་དལ་བ་བརྒྱད་དེ་ལ་ཡང་དང་པོ། དམྱལ་བ། ཡི་དྭགས། དུད་འགྲོ། ཀླ་ཀློ་ལ་སོགས་པའི་ཡུལ་མཐའ་འཁོབ། ལྷ་ཚེ་རིང་པོ། སངས་རྒྱས་མ་བྱོན་པའི་ཡུལ། གནས་ཤིང་བཀུག་པ། ལྟ་ལོག་ཅན། ལ་སོགས་པ་མེན་བལ་གྱི་དེ་བ་དེ་བའི་གནས་ལ་སྐྱེས་པ་ན་དེ་བ་སྐྱེ་ཞེས་བརྗོད་པ་རེད། ད་ནང་བཞིན་སྦྱོར་པ་བཅུ་འདི་གཉིས་ལ་ཕྱེ་ཡོང་རེ་རང་སྦྱོར་ལྔ་དང་གཞན་སྦྱོར་ལྔ་རང་སྦྱོར་ལྔ་པོ་འདི་དང་པོ། མི་གཉིས་ཡིན་པ། ཡུལ་དབུས་སུ་སྐྱེས་པ། དབང་པོ་ཚང་བ། ལས་མཐའ་མ་ལོག་པ། གནས་ལ་དད་པ་དང་བཅས་ནི་ལྔ་པོ་དེ་བཀོད་ཡོད་རེད་ད་གཞན་འབྱོར་ལྔ་པོ་དེ་སངས་རྒྱས་འཇིག་རྟེན་དུ་བྱོན་པ་བྱོན་ནས་ཆོས་གསུངས་པ་བསྟན་པ་མ་ཉམས་པར་གནས་པ་བཞི་པ་བསྟན་པ་དེ་ལ་ཞུགས་པ་ལྔ་པ་ཆོས་ཀྱི་མཐུན་རྐྱེན་འཛོམས་པའི་གཞན་ཕྱིར་སྙིང་བརྩེ་བ་དང་བཅས་ལྔ། རྩོམ་ཡོད་རིགས་འདི་གས་དལ་བརྒྱད་འབྱོར་བཅུ་ཚང་བའི་མི་ལུས་ཞེས་པ་འདི་ལ་དགོད་བཞག་གི་རེད་ད། དེ་ནས་དངོས་གཞིའི་ནང་གི་དོན་ཚན་གཉིས་པ་འདི་དལ་འབྱོར་དོན་ཆེར་བསམ་པ་འདི་རེད། དེ་ཡང་ཨ་ནི། གནས་སྐབས་ལ་ལྟོས་ཏེ་དོན་ཆེན་པོ་ཡིན་པ། མཐར་ཐུག་ལ་ལྟོས་ཏེ་དོན་ཆེན་པོ་ཡིན་པ། ཨ་ནི། མདོར་ན་སྐད་ཅིག་མ་རེ་རེ་ལ་ཡང་དོན་ཆེ་བར་བསམ་པ་ཞེས་ནང་དོན་གསུམ་གྱི་ཐོག་ནས་གསུངས་བཞག་ཡོད་རེད། ད་དེ་ནས་ཀྱི་དལ་འབྱོར་ལ་སྙིང་པོ་བླངས་ཕྱིར་བསྐུལ་བ་འདི་ནང་ལོགས་ལ་ཡང་ཐུན་གྱི་ངོ་ལ་ཇི་ལྟར་བྱ་བ་དང་ཐུན་མཚམས་ལ་ཇི་ལྟར་བྱ་བ་ཞེས་བཀོད་ཡོད་རེད། ཐུན་གྱི་ངོ་ལ་ཇི་ལྟར་བྱ་ཚུལ་དེ་སྦྱོར་བ་དངོས་གཞི་འཇུག་ཇི་ལྟར་བྱ་ཚུལ་དང་བཅས་གསུམ་བཀོད་ཡོད་རེད། དེའི་ནང་གི་དངོས་གཞི་དེ་ང་ཚོས་ད་ལྟ་ཨ་ནི་གསུམ་པོ་དེ་དལ་འབྱོར་རྙེད་པར་དཀའ་བར་བསམ་པ་སྟེ་དང་པོ་རྒྱུ་ཡི་སྒོ་ནས་རྙེད་པར་དཀའ་བར་བསམ་པ། གཉིས་པ་དཔེ་ཡི་སྒོ་ནས་རྙེད་པར་དཀའ་བར་བསམ་པ། ངོ་བོའི་སྒོ་ནས་རྙེད་པར་དཀའ་བར་བསམ་པ་དང་བཅས་གསུམ་གྱི་སྟོང་ནས་གསུངས་ཡོད་རེད། ད་ནང་བཞིན་འཇུག་ཏུ་ཇི་ལྟར་བྱ་ཚུལ་དེ་མྱུར་ལམ་ཟིན་ངེས་ཡིན་ན་ཤོག་གྲངས་དྲུག་ཅུ་རེ་དྲུག་ཡོད་རེད་གོང་དང་རིགས་བཅས་པ་རེད་ད། དེ་ནས་ཐུན་གྱི་ངོ་བོ་ཇི་ལྟར་བྱས་ཚུལ་དང་ཐུན་ཙམ་ལ་ཇི་ལྟར་བྱས་ཚུལ། གོང་དང་རིགས་བཅས་པ་ནང་བཞིན་དེའི་སྐབས་ལ་ཡང་དལ་འབྱོར་གྱི། ཆོས་སྒོར་སྟོན་པའི་གསུང་རབ་དགོངས་འགྲེལ་དང་བཅས་པ་ལ་བལྟ་རྒྱུ་དེ་སྔར་བཞིན་བྱའོ། རེད་ད། དེ་ནས་ཀྱི། ནང་དོན་ཆེ་བ་ག་གེ་ལེགས་བ་རེད་ཞུས་པ་ཡིན་ན་ནང་དོན་ཆེ་བ་གཉིས་པ་ལེགས་བ་རེད། ནང་དོན་ཆེ་བ་གཉིས་པ་དེ་ག་རེ་རེད་ཞུས་པ་ཡིན་ན་ནང་དོན་ཆེ་བ་གཉིས་པ་འདི་ཨ་ནི། དལ་འབྱོར་ལ་སྙིང་པོ་ཇི་ལྟར་ལེན་པའི་ཚུལ་ཞེས་པ་འདི་རེད། དལ་འབྱོར་ལ་སྙིང་པོ་ཇི་ལྟར་ལེན་པའི་ཚུལ་འདི་ལ་ཡང་དབྱེ་བ་གསུམ་ཡོད་རེད། སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་བློ་སྦྱོང་ཚུལ་གཅིག་ཡོད་རེད། དེ་ནས་སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་བློ་སྦྱོང་ཚུལ་གཅིག་ཡོད་རེད། དེ་ནས་ཀྱི་ཨ་ནི་གསུམ་པ་འདི་སྐྱེས་བུ་ཆེན་པོའི། ཨ་ནེ་ལོ་བྱུང་ཚུལ་བཅས་གསུངས་ཡོད་རེད། ལན། དེའི་ནང་ལོགས་ནས་ཨ་ནེ་ད་སྐྱེས་བུ་ཆུང་ངུ་དང་ཐུན་མོང་གི་ལམ་གྱི་རིམ་པ་ལོ་བྱུང་ཚུལ་ཞེས་པ་དེ་ལ་ནང་དོན་ཆེ་བ་གཉིས་ཡོད་རེད། ཐུན་གྱི་ངོ་ལ་ཇི་ལྟར་བྱེད་ཚུལ་དང་ཐུན་ཙམ་ལ་ཇི་ལྟར་བྱེད་ཚུལ་རེད། དེའི་ནང་ལོགས་ཀྱི་ཐུན་གྱི་ངོ་ཇི་ལྟར་ལ་བྱེད་ཚུལ་ལ་ཡང། ཨ་ནེ་སྦྱོར་བ། ཨ་ནེ་དངོས་གཞི། འཇུག་ངོ་བ་དང་བཅས་ཡོད་རེད། སྦྱོར་བ་དང་བཅུ་བསྔོ་བ་དེ་གོང་དང་རིགས་འདྲེས་པ་རེད་ད་དངོས་གཞི་གི་སྟེང་ནས་ཞུས་པ་ཡིན་ན་ཨ་ནི་དངོས་གཞི་དེ་ལ་ཡང་དབྱེ་བ་གཉིས་ཡོད་རེད་དང་པོ་འཇིག་རྟེན་ཕྱི་མར་དོན་གཉེར་གྱི་བློ་སྐྱེས་པ་ཞེས་པ་གཅིག་དང། ཨ་ནི་གཉིས་པ་འདི་འཇིག་རྟེན་ཕྱི་མར་བདེ་བའི་ཐབས་བསྟན་པ་ཞེས་ཟབ་ཆ་ཆེན་པོ་གཉིས་ལ་བཀོད་བཞག་ཡོད་རེད་ཟབ་ཆ་ཆེན་པོ་གཉིས་ནང་ནས་དང་པོ་འཇིག་རྟེན་ཕྱི་མར་དོན་གཉེར་གྱི་བློ་སྐྱེས་པ་ཞེས་པ་འདིའི་ནང་ལོགས་ལ་ཡང་དབྱེ་བ་ག་རེ་བཀོད་རོགས་ཟེར་ན་དང་པོ་འཇིག་རྟེན་འདི་རིང་དུ་མི་གནས་པར་འཆི་བ་རྗེས་སུ་དྲན་པ་ཟིན་ངེས་ཅིག་དགོས་རེད་གཉིས་པ། འཇིག་རྟེན་ཕྱི་མར་ཇི་ལྟར་འགྱུར་བ་འགྲོ་བ་གཉིས་ཀྱི་བདེ་སྡུག་ལ་བསམ་ནས་ངན་འགྲོའི་སྡུག་བསྔལ་བསམ་པ་ཟིན་ནང་དོན་གཉིས་དེ་དགོས་ཡོད་རེད་དེའི་ནང་ནས་ཨ་ནི་དང་པོའི་སྟེང་ལ་ཡང་ནང་དོན་གསུམ་ཡོད་རེད་དེ་ཡང། འཆི་བ་མ་དྲན་པའི་ཉེས་དམིགས་དྲུག། འཆི་བ་དྲན་པའི་ཕན་ཡོན་དྲུག། འཆི་བ་དྲན་ཚུལ་དངོས་དང་བཅས་ནང་དོན་གསུམ་དགོས་ཡོད་རེད་ནང་དོན་གསུམ་གྱི་སྟེང་ནས་ཨ་ནི། དང་པོ་དེ་ལ་ཡང། འཆི་བ་མ་དྲན་པའི་ཉེས་དམིགས་དྲུག་དེ་རེ་རེ་བྱེད་དགོས་ཡོད་རེད་ད་འཆི་བ་མ་དྲན་པའི་ཉེས་དམིགས་དྲུག་དེ་ག་རེ་ཞུས་པ་ཡིན་ན་དང་པོ་ཆོས་མ་དྲན་པའི་ཉེས་དམིགས་གཉིས་པ་ཆོས་དྲན་ཀྱང་མི་ཐུབ་པའི་ཉེས་དམིགས་གསུམ་པ་ཆོས་བསྒྲུབ་ཀྱང་རྣམ་དག་མི་འགྲུབ་པའི་ཉེས་དམིགས་བཞི་པ་ཆོས་བསྒྲུབ་པ་ལ་ནན་ཏན་དང་བྲལ་བའི་ཉེས་དམིགས་ལྔ་པ་རང་ཉིད་མ་རུངས་བྱེད་པར་ཉེས་དམིགས་དྲུག་པ། ཤི་ཁར་རྒྱུས་བཞིན་དུ་འཆི་དགོས་པའི་ཉེས་དམིགས་དང་བཅས་ཉེས་དམིགས་དྲུག་ཡོད་རེད། འདི་ནང་བཞིན་གྱི་ནང་དོན་གཉིས་པའི་ནང་ལོགས་ལ་ཡང་འཆི་བར་བྱན་པའི་ཕན་ཡོན་དྲུག་བཀོད་ཡོད་རེད། དེ་ཡང་དང་པོ་དོན་ཆེ་བའི་ཕན་ཡོན། གཉིས་པ་སྟོབས་ཆེ་བའི་ཕན་ཡོན། གསུམ་པ་ཐོག་མར་གལ་ཆེ་བའི་ཕན་ཡོན། བཞི་པ་བར་དུ་གལ་ཆེ་བའི་ཕན་ཡོན། ལྔ་པ་མཐའ་མར་གལ་ཆེ་བའི་ཕན་ཡོན། དྲུག་པ་འཆི་ཁར་དགའ་ཞིང་སྤྲོ་བཞིན་དུ་འཆི་བའི་ཕན་ཡོན་དང་བཅས་ཕན་ཡོན་དྲུག་བཀོད་ཡོད་རེད། འདི་ནང་བཞིན་ནང་དོན་གསུམ་པོ་འདི་ནང་ལོགས་ལ་ཡང་ཕྱི་བོ་དྲན་ཚུལ་དངོས་ལ་གསུངས་པ་རེད་ཕྱི་བོ་དྲན་ཚུལ་དངོས་ལ་ཡང་ནང་དོན་ཆེ་བ་གཉིས་ཡོད་རེད། ནང་བཞིན་གྱི་ཕྱི་བོ་དགུ་ཕྲུགས་སུ་བསྒོམ་པ་དང། གཉིས་པ་ཕྱི་བའི་རྣམ་པ་བསྒོམ་པ་ཞེས་ནང་དོན་ཆེན་པོ་གཉིས་ཡོད་རེད། འདིའི་ནང་ལོགས་ཀྱི་ཨ་ནི་ནང་དོན། དང་པོ་ཕྱི་བོ་དགུ་ཕྲུགས་སུ་བསྒོམ་པ་ཞེས་པར་ནང་དོན་ཆེན་པོ་གསུམ་ཡོད་རེད། དང་པོ། ངེས་པར་འཆི་བར་བསམ་པའི་རྒྱུ་མཚན་གསུམ་བཀོད་ཡོད་རེད། གཉིས་པ། ནམ་འཆི་ངེས་མེད་བསམ་པ་དེར་རྒྱུ་མཚན་གསུམ་བཀོད་ཡོད་རེད། གསུམ་པ། འཆི་བའི་ཚེ་ཆོས་མ་གཏོགས་གང་གིས་ཀྱང་མི་ཕན་པའི་རྒྱུ་མཚན་གསུམ་བཀོད་ཡོད་རེད། འདི་གསུམ་ལ་ཡང། ལམ་རིམ་གྱི་ཕྱི་བ་དགུ་དྲུག་གི་རྩ་བ་གསུམ་ཞེས་བརྗོད་དགོས་ཡོད་རེད། རྩ་བ་གསུམ་པོ་འདི། ངེས་པར་འཆི་བ། ཨ་ནི། ནམ་འཆི་ངེས་མེད་ཡིན་པ། འཆི་བའི་ཚེ་ཆོས་མ་གཏོགས་གང་གིས་ཀྱང་མི་ཕན་པའི། རྩ་བ་གསུམ་པོ་རེད་རྩ་བ་གསུམ་པོ་ལ་ཡང་རྒྱུ་མཚན་གསུམ་གསུམ་གསུམ་བཀོད་པའི་དགུ་ལ་ཡང་ཨ་ནི། རྩ་བ་གསུམ་དང་རྒྱུ་མཚན་དགུ་ཨ་ནི་ཐག་བཅད་པ་གསུམ་བཅས་དགོས་གསུངས་ཡོད་རེད། གཏན་དུ་དང་པོ་འདི་ངེས་པར་འཆི་བར་བསམ་པའི་རྒྱུ་མཚན་ལ་གསུམ་རེད་དང་པོ། འཆི་བདག་ངེས་པ་འོང་ལ་རྐྱེན་གང་གིས་ཀྱང་ལྡོག་ཏུ་མེད་པར་བསམ་པ། གཉིས་པ། ཚེ་ལ་ནོན་པ་མེད་ཅིང་འབྲེལ་བྱེད་བར་མ་ཆད་དུ་ཡོད་པར་བསམ་པ། གསུམ་པ། གསོན་པའི་ཚེ་ཡང་ཆོས་བྱ་ལོང་མེད་པར་འཆི་བ་དང་བཅས་གསུམ་རེད། གཉིས་པ། ནམ་འཆི་ངེས་མེད་བསམ་པའི་ཚུལ་ལ་གསུམ་ཡོད་རེད། དང་པོ། སྤྱིར་འཛམ་བུ་གླིང་པ་དང་པོའི་སྙིགས་དུས་ཀྱི་ཚེ་ལ་ངེས་པ་མེད་པ་དེ་གཅིག་རེད། གཉིས་པ། འཆི་རྐྱེན་མང་ཞིང་གསོན་རྐྱེན་ཉུང་བ་དེ་ན་རྒྱུ་མཚན་གཉིས་པ་རེད། རྒྱུ་མཚན་གསུམ་པ་འདི་ལུས་ཤིན་ཏུ་ཉམ་ཆུང་བས་དང། ཆུང་བས་ཀྱང་ནམ་འཆི་ལ་ངེས་མེད་ཡིན་པས་ཀྱི་ནང་དོན་འདི་གསུང་གི་ཡོད་རེད། ད་འདི་ནས་ནང་དོན། འཆི་བ་དགུ་དྲུག་གི་རྩ་བ་གསུམ་པ་འདི་འཆི་བའི་ཚེ་ཆོས་མ་གཏོགས་གང་གིས་ཀྱང་མི་ཕན་པར་ཡང་ནང་དོན་གསུམ་ཡང་རིག། དེ་ལ་ནོར་གྱིས་མི་ཕན་པ། གཉེན་ཤེས་ཀྱིས་མི་ཕན་པ། ལུས་ཀྱིས་ཀྱང་མི་ཕན་པ་བཅས་བཀོད་ཡོད་རེད། ད་དེ་ནས་འཆི་བའི་འཆི་བ་བྱེད་ཚུལ་དངོས་འདི་གི་ནང་དོན། གཉིས་པ་འདི་འཆི་བའི་རྣམ་པ་བསྒོམ་ཚུལ་འདི་རྣམ་འཕྲུལ་ལག་བཅངས་ཀྱི་ཤོག་གྲངས་སུམ་ཅུ་དྲུག་ཅུ་ཐམ་པའི་སྟེང་ལ་བཀོད་བཞག་ཡོད་རེད། ད་དེ་ནས་ནང་དོན་གཉིས་པ་སྟེ། རྗེས་བསྟན་ཕྱི་མར་ཇི་ལྟར་འགྱུར་བ་འགྲོ་བ་གཉིས་ཀྱི་བདེ་སྡུག་ལ་བསམ་པ། གསུངས་པ་རེད། ད་དེའི་ནང་ལོགས་ལ་ཡང་ནང་དོན་ཆེ་བ་གསུམ་བཀོད་བཞག་ཡོད་རེད། དེའི་ནང་ནས་དང་པོ་དེ། དམྱལ་བའི་སྡུག་བསྔལ་བསམ་པ་ལ་བཞི། ཡི་དྭགས་ཀྱི་སྡུག་བསྔལ་བསམ་པ་ལ་ཡང་ཨ་ནི་གཉིས། དུད་འགྲོའི་སྡུག་བསྔལ་བསམ་པ་ལ་ཡང་གཉིས་བཅས་བཀོད་ཡོད་རེད། དེའི་ནང་ནས་དང་པོ། དམྱལ་བའི་སྡུག་བསྔལ་བསམ་པ་ཞེས་པ་འདིར་ཡང་ནང་དོན་བཞི་ཡོད་རེད་དང་པོ་འདི་ཚ་དམྱལ་གྱི་སྡུག་བསྔལ་བསམ་པ་ལ་ཡང་སྐྱེ། དེ་ཡང་ཡང་བསོད་ཐིག་ནག་བདུན་འཇོམས་ངུ་འབོད་ངུ་འབོད་ཆེན་པོ་ཚ་བ་རབ་ཏུ་ཚ་བ་མནར་མེད་དང་བཅས་ཨ་ནི་འདི་སྐད་རེ་རེ་ཀྱི་ཨ་ནི་འགྲེལ་བཤད་དང་བཅས་ཨང་གྲངས་འདི་སྐད་ནང་ལ་བཀོད་བཞག་ཡོད་རེད་ད་དེ་ནས་གཉིས་པ་འདི་ཉེ་འཁོར་བའི་དམྱལ་བ། དང་པོ་མེ་མ་མུར་གྱི་འོབས། གཉིས་པ་རོ་མྱགས་ཀྱི་གཏམ། གསུམ་པ་སྤུ་གྲིའི་ཐང། བཞི་པ་འགྱུར་བྱེད་ཀྱི་རླུང། ཆུ་ཀླུང་རབ་མེད་བསྲེག་འདི་རེད། ད་ལྟ་ནས་ཀྱི་ཤམ་པ་ལིའི་སྡོང་པོ་དང་བཅས་ཨ་ནེ་ཉེ་འཁོར་གྱི་དམྱལ་བའི་སྒོ་དེ་བརྒྱད་སོང་གནང་གི་ཡོད་རེད། ད་དེ་ནས་གསུམ་པ་འདི་དྲག་གཉེར་གྱི་སྡུག་བསྔལ་བསམ་པར་ཡང་བརྒྱད། ཕྱུག་པོར་ཅན་ཕྱུག་པོ་འདོན་བ་ཨ་ཆུག་ཆུག་སྐྱིད་རྒོད་སོ་ཐམ་པ། ཨུ་པེ་ལྟར་མཁས་པ་པད་མ་ལྟར་མཁས་པ་པད་མ་ལས་ཆེར་མཁས་པ་དང་བཅས་བརྒྱད་ཀྱི་ཐོག་ནས་གྲགས་སྙན་གྱི་སྡུག་བསྔལ་བརྒྱད་གསུངས་འོག་རི་དྭགས་ནང་བཞིན་ངལ་འཚོལ་བའི་སྡུག་བསྔལ་བསམ་པ་འདི་ཤོག་གྲངས་སུམ་བརྒྱ་བརྒྱ་ཞེ་ཐམ་པའི་ནང་བཀོད་ཡོད་རེད་ད་དེ་ནས་འཇིག་རྟེན་ཕྱི་མར་རྒྱུ་བ་འགྲོ་བ་གཉིས་ཀྱི་བདེ་སྡུག་བསམ་པའི་ནང་དོན་གཉིས་པ་འདི་ཡེ་དག་གི་སྡུག་བསྔལ་བསམ་པ་ལ་ཡང་གཉིས། དང་པོ་ཡེ་དག་སྤྱིའི་སྡུག་བསྔལ་བསམ་པ། གཉིས་པ། ཡི་དྭགས་སོ་སོའི་སྡུག་བསྔལ་བསམ་པ། ཡི་དྭགས་སོ་སོའི་སྡུག་བསྔལ་དེ་ནང་ལོགས་ལ་ཡང་ཡི་དྭགས་ཕྱི་ཡི་འབྲས་བུ་ཅན་དང་ཡི་དྭགས་ནང་གི་འབྲས་བུ་ཅན། འཇུར་གྱི་དང་བཅས་གསུམ་དགོས་བཞག་ཡོད་རེད། ད་དེ་ནས། ནང་དོན། གསུམ་པ་འདི་ལ་ཡང་དུད་འགྲོའི་སྡུག་བསྔལ་བསམ་པར་ཡང། དུད་འགྲོ་སྤྱིའི་སྡུག་བསྔལ་བསམ་པ། ཨ་འདི་ནས་དུད་འགྲོ་སོ་སོའི་སྡུག་བསྔལ་བསམ་པ་དང་བཅས་གཉིས་གསུངས་ཡོད་རེད། དེའི་ནང་ནས་སྤྱིའི་སྡུག་བསྔལ་ཏེ་གཅིག་ལ་གཅིག་བསགས་བའི་སྡུག་བསྔལ། གླེན་ཞིང་སྐུག་སྟེ་མུག་པའི་སྡུག་བསྔལ། ཚ་གྲང་གི་སྡུག་བསྔལ། བཅད་ཞིང་རྐུབ་ནས་སྡུག་བསྔལ། བསྐོལ་ཞིང་གཅོད་པའི་སྡུག་བསྔལ་དང་བཅས་སྡུག་བསྔལ་རྣམ་པ་ལྔ་བཀོད་ཡོད་རེད། སོ་སོའི་སྡུག་བསྔལ་བསམ་པར་ཡང་གཉིས་ཡོད་རེད། བྱིངས་ན་གནས་པའི་དུད་འགྲོའི་སྡུག་བསྔལ། ཁ་འཐོར་བའི་དུད་འགྲོའི་སྡུག་བསྔལ་དང་བཅས་གཉིས་བཀོད་བཞག་ཡོད་རེད། ད་དེ་ནས་ང་ཚོས་ཤར་ནས་ཡང་མུ་མཐུད་འབྲས་སུ་ཕྱིན་པ་ཡིན་ན་ཨ་ནི་ཡང་ང་ཚོའི་གི་ནང་དོན་ཆེན་པོ་གཅིག་འགོ་ཚུགས་འགྲོ་གི་ཡོད་རེད། དེ་ཡང་ནང་དོན་ཆེན་པོ་དེ་ག་རེད་ཟེར་ན། འཇིག་རྟེན་ཕྱི་མར་བདེ་བའི་ཐབས་བསྟན་པ་ཞེས་པ་དེ་རེད། འཇིག་རྟེན་ཕྱི་མར་བདེ་བའི་ཐབས་བསྟན་པ་ཞེས་པ་དེ་ལ་ཡང་ཨ་ནི་ནང་དོན་གྱི་ཆ་ནས་ཞུས་པ་ཡིན་ན་ནང་དོན་གཉིས་ཡོད་རེད། དང་པོ་བསྟན་པ་ལ་འཇུག་པའི་སྒོ་སྐྱབས་འགྲོ་ཞེས་པ་འདི་རེད་གཉིས་པ། དེ་རིགས་ཐམས་ཅད་ཀྱི་རྩ་བ་ལས་འབྲས་ལ་ཡིད་ཆེས་ཀྱི་དད་པ་སྐྱེས་པ་དང་བཅས་ནང་དོན་གཉིས་བཀོད་ཡོད་རེད། ད་དེ་ནས་ནང་དོན་ཆེ་བ་གཉིས་པ་དེ། འཇིག་རྟེན་ཕྱི་མར་བདེ་བའི་ཐབས་བསྟན་པ་ཞེས་པ་འདི་རེད། དེའི་ནང་ལོགས་ལ་ཡང་ནང་དོན་ཆེ་བ་གཉིས་དང་པོ། བསྟན་པ་ལ་འཇུག་པའི་སྒོ་སྐྱབས་འགྲོ་ཞེས་པ་དེ་རེད། འདིའི་ནང་ལོགས་ལ་ཡང་ཨ་ནི་ནང་དོན་ལྔ་བཀོད་ཡོད་རེད། དང་པོ། རྒྱུ་གང་ལ་བརྟེན་ནས་སྐྱབས་སུ་འགྲོ་བ། གཉིས་པ། ཡུལ་གང་ལ་སྐྱབས་སུ་འགྲོ་བ། གསུམ་པ། ཇི་ཙམ་གྱིས་སྐྱབས་སུ་སོང་བའི་ཚད། བཞི་པ། སྐྱབས་སུ་སོང་བའི་ཕན་ཡོན་བརྒྱད། ལྔ་པ། སྐྱབས་འགྲོའི་བསླབ་བྱ་བསླབ་བྱ་དང་བཅས་ནང་དོན་ལྔ་བཀོད་ཡོད་རེད། དེའི་ནང་ནས་དང་པོ་དེ་རྒྱུ་གང་ལ་བརྟེན་ནས་སྐྱབས་སུ་འགྲོ་བ་དེ་ཤོག་གྲངས་ཤིག་གི་བཅོས་མའི་གཅིག་སྟེང་ལ་ཡོད་རེད། གཉིས་པ་དེ་ཡུལ་གང་ལ་བརྟེན་ནས་སྐྱབས་སུ་འགྲོ་བ་དེ་གཉིས་བཀོད་ཡོད་རེད། དང་པོ་སྐྱབས་ཡུལ་ངོས་བཟུང་བ་དངོས། གཉིས་པ་སྐྱབས་སུ་འོས་པའི་རྒྱུ་མཚན་བཞི་སྟེ་བཀོད་པ་རེད། སྐྱབས་སུ་འོས་པའི་རྒྱུ་མཚན་བཞི་སྟེ་དང་པོ་རང་འཇིག་པ་ཐམས་ཅད་ལས་གྲོལ་བ། གཉིས་པ་གཞན་འཇིག་པ་ཐམས་ཅད་ལས་གྲོལ་བའི་ཐབས་ལ་མཁས་བ། གསུམ་པ་ཀུན་ལ་ཐུགས་རྗེ་ཆེན་པོ་ཉེ་རིང་མེད་པར་འཇུག་པ། བཞི་པ་ཕན་བཏགས་མ་བཏགས་ཐམས་ཅད་ཀྱི་དོན་མཛད་པ་དང་བཅས་རྒྱུ་མཚན་བཞི་བཀོད་བཞག་ཡོད་པ་རེད། འདི་ནང་བཞིན་གྱི་ཇི་ཙམ་གྱི་སྐྱབས་སུ་སོང་བའི་ཚད་འདི་ལ་ཞུས་པ་ཡིན་ན་ནང་དོན་བཞི་ཡོང་རེད་དང་པོ། ཡོན་ཏན་ཤེས་པའི་སྒོ་ནས་སྐྱབས་སུ་འགྲོ་བ། གཉིས་པ། ཁྱད་པར་ཤེས་པའི་སྒོ་ནས་སྐྱབས་སུ་འགྲོ་བ། གསུམ་པ། ཁས་བླངས་པའི་སྒོ་ནས་སྐྱབས་སུ་འགྲོ་བ། བཞི་པ། གཞན་དུ་མི་སྨྲ་བའི་སྒོ་ནས་སྐྱབས་སུ་འགྲོ་བ་དང་བཅས་ནང་དོན་བཞི་ཡོད་རེད། འདིའི་ནང་ནས་དང་པོ་ཡོན་ཏན་ཤེས་པའི་སྒོ་ནས་སྐྱབས་སུ་འགྲོ་བ་ཞེས་པ་འདི་ལ་ཡང་གཉིས་གསུམ་བཀོད་ཡོད་རེད། དེ་ཡང་དང་པོ་སངས་རྒྱས་ཀྱི་ཡོན་ཏན། གཉིས་པ་ཆོས་ཀྱི་ཡོན་ཏན་གསུམ་པ་དགེ་འདུན་གྱི་ཡོན་ཏན་བཅས་བཀོད་ཡོད་རེད། དེའི་ནང་ནས་སངས་རྒྱས་ཀྱི་ཡོན་ཏན་ལ་ཡང་སངས་རྒྱས་སྐུ་ཡི་ཡོན་ཏན། སངས་རྒྱས་གསུང་གི་ཡོན་ཏན། སངས་རྒྱས་ཐུགས་ཀྱི་ཡོན་ཏན། སངས་རྒྱས་ཕྲིན་ལས་ཀྱི་ཡོན་ཏན་དང་བཅས་ཡོན་ཏན་བཞི་བཀོད་གནང་ཡོད་རེད། ད་དེ་ནས་ཁྱད་པར་ཤེས་པའི་སྒོ་ནས་སྐྱབས་སུ་འགྲོ་བ་ལ་ཡང་ནང་དོན་དྲུག་ཡོད་རེད། དེ་ཡང་དང་པོ། མཚན་ཉིད་ལས་གྱུར་བའི་ཁྱད་པར་གཉིས་པ་འཕྲིན་ལས་ཀྱི་ཁྱད་པར་གསུམ་པ་མོས་པའི་ཁྱད་པར་བཞི་པ་སྒྲུབ་པའི་ཁྱད་པར་ལྔ་པ་རྗེས་དྲན་གྱི་ཁྱད་པར་དྲུག་པ་བསོད་ནམས་འཕེལ་བ་ལས་གྱུར་པའི་ཁྱད་པར་དང་བཅས་ནང་དོན་དྲུག་བཀོད་བཞག་ཡོད་པ་རེད། ད་དེ་ནས་གསུམ་པ་དེ་ཁས་བླངས་པའི་སྒོ་ནས་སྐྱབས་སུ་འགྲོ་བ་ལ་ཡང་ནང་དོན་གསུམ་ཡོད་རེད། སངས་རྒྱས་ལ། སྐྱབས་སྟོན་པ་པོ། ཆོས་ལ། སྐྱབས་དངོས། དགེ་འདུན་ལ། སྐྱབས་སྒྲུབ་པའི་ཟླ་གྲོགས་དང་བཅས་ནང་དོན་གསུམ་གྱི་སྟེང་ནས་འབྲི་བཤད་ཞུ་བཞག་ཡོད་རེད། ད་དེ་ནས་ཇི་ཙམ་གྱི་སྐྱབས་བཙུན་སོང་བའི་ཚད་དེ་ལ་ཡང་བཞི་པ་དེ་གཞན་དུ་མི་སྨྲ་བ་དགོན་ནས་སྐྱབས་བཙུན་འགྲོ་བ་སྟེ་ལམ་རིམ་རྣམ་གྲོལ་ལག་བཅངས་ཀྱི་ཆོག་གྲངས་བཞི་བརྒྱ་ཉི་ཤུ་རྩ་བཞི་གྱི་སྟེང་ལ་ཡོད་རེད། ད་དེ་ནས་ཀྱི། ནང་དོན་ཆེ་བ་བཞི་པ་འདི་སྐྱབས་སུ་སོང་བའི་ཕན་ཡོན་བརྒྱད་དེ་བཀོད་ཡོད་རེད། སྐྱབས་སུ་སོང་བའི་ཕན་ཡོན་བརྒྱད་དེ་ག་རེ་གསུམ་ན་དང་པོ་ནང་པ་སངས་རྒྱས་པར་སྤྱོད་པའི་ཕན་ཡོན། གཉིས་པ་སྡོམ་པ་ཐམས་ཅད་ཀྱི་རྟེན་བྱེད་པའི་ཕན་ཡོན། གསུམ་པ་སྔོན་བསགས་པའི་ལས་ཀྱི་འབྲས་བུ་རྣམས་ཟད་པར་གྱུར་བའི་ཕན་ཡོན། བཞི་པ་བསོད་ནམས་རྒྱ་ཆེན་པོ་བདེ་བླག་ཏུ་གསོག་པའི་ཕན་ཡོན། ལྔ་པ་མི་དང་མི་མིན་གྱི་གནོད་པས་མི་ཚུགས་པ། དྲུག་པ་ངན་སོང་དུ་མི་ལྟུང་བ། བདུན་པ་གནས་སྐབས་དང་མཐར་ཐུག་གི་དོན་ཐམས་ཅད་འབད་མེད་དུ་བསྒྲུབ་པ། བརྒྱད་པ་མྱུར་དུ་འཚང་རྒྱ་བ་དང་བཅས་སྐྱབས་སུ་སོང་བའི་ཕན་ཡོན་བརྒྱད་དེ་འདི་ན་ལ་གསུངས་ཡོད་རེད། ད་འདི་ནས་ལྔ་པ་འདི་སྐྱབས་འགྲོའི་བསླབ་བྱ་གསུངས་བ་རེད་སྐྱབས་འགྲོའི་བསླབ་བྱ་ནང་ལོགས་ལ་ཡང་ནང་དོན་ཆེ་བ་གཉིས་ཡོད་རེད། སོ་སོའི་བསླབ་བྱ་དང་ཐུན་མོང་གི་བསླབ་བྱ་དྲུག་ཡོད་རེད། འདིའི་ནང་ལོགས་ནས་སོ་སོའི་བསླབ་བྱ་འདི་ནང་ལོགས་ལ། གཉིས་ཡོད་རེད། དགག་པའི་བསླབ་བྱ་གསུམ་དང་སྒྲུབ་པའི་བསླབ་བྱ་གསུམ་བཀོད་ཡོད་རེད། ད་དེ་ནས་སྐྱབས་འགྲོའི་བསླབ་བྱ་ཐུན་མོང་གི་བསླབ་བྱ་དྲུག་པོ་དེ་བཀོད་པ་ཡིན་ན། དང་པོ། ཡོན་ཏན་འཕྲེང་བའི་སྒོ་ནས་ཡང་དང་ཡང་དུ་སྐྱབས་སུ་འགྲོ་བ། གཉིས་པ། བཀའ་དྲིན་འཕྲེང་བའི་སྒོ་ནས་སྤྱི་ཚོགས་སྤྱི་སྟངས་ཀྱི་ཕུད་ཀྱིས་མཆོད་པ། གསུམ་པ། གཞན་སྐྱབས་འགྲོ་ལ་དགོས་པ། བཞི་པ། ཕན་ཡོན་དྲན་པའི་སྒོ་ནས་ཉིན་ལན་གསུམ་དང་མཚན་ལན་གསུམ་སྐྱབས་སུ་འགྲོ་བ། ལྔ་པ། བྱ་བ་གང་བྱེད་ཀྱང་དཀོན་མཆོག་ལ་བློས་དགྱེས་ནས་བྱེད་པ། དྲུག་པ། དཀོན་མཆོག་གསུམ་སོགས་གམ་ཐ་ན་གཞལ་ཁད་ཀྱི་ཕྱིར་ཡང་མི་སྤོང་བ་བཅས་སྐྱབས་འགྲོའི་བསླབ་བྱ་ཐུན་མོང་གི་བསླབ་བྱ་དྲུག་པོ་དེ་འདི་དྲུག་པོ་དེ་རེད། ད་དེ་ནས་ཀྱི། ནང་དོན། ཆེ་བ་གཉིས་པའི་ཀྱི་འདི་རེས་ཐམས་ཅད་ཀྱི་རྩ་བ། ལས་འབྲས་ལ་ཡིད་ཆེས་ཀྱི་དད་པ་སྐྱེས་པ་ཞེས་པ་ལ་ཡང།

ཨ་དང་པོའི་ནང་ལ་ཡང་ནང་དོན་ཆེ་བ་བཞི་ཡོད་རེད་དང་པོ་ལས་ངེས་པའི་ཚུལ་གཉིས་པ་ལས་ཕལ་ཆེ་བ་གསུམ་པ་ལས་མ་བྱས་དང་མི་སྤྲད་པ་བཞི་པ་ལས་བྱས་པ་ཆུད་མི་ཟ་བ་དང་བཅས་ནང་དོན་བཞི་བཀོད་ཡོད་རེད་ད་དེ་ནས་བྱེ་བྲག་ཏུ་བསམ་པ་ལ་ཡང་ནང་དོན་གསུམ་ཡོད་རེད་དང་པོ་ནག་པོའི་ལས་འབྲས་བསམ་པ་གཉིས་པ་དཀར་པོའི་ལས་འབྲས་བསམ་པ་གསུམ་པ་ཞར་ལ་སྟོབས་ལྡན་གྱི་ལས་ཀྱི་སྒོ་བསྡུས་པ་བསྟན་པ་དང་བཅས་ནང་དོན་གསུམ་གྱི་སྒོ་ནས་གསུངས་ཡོད་རེད། དེའི་ནང་ནས་ནང་དོན་དང་པོ་འདི་ནག་པོའི་ལས་འབྲས་བསམ་པར་ཡང་ནང་དོན་ཆེ་བ་གསུམ་བཀོད་བཞག་ཡོད་རེད། ནང་དོན་ཆེ་བ་གསུམ་དེ་ཡང་དང་པོ་ནག་པོའི་ལས་ལམ་དངོས། མིག་གི་བཅུ་སྤུངས་འདི་གའི་གསུང་ཡོད་རེད། ད་དེ་ནས་གཉིས་པ་འདི་ལྕི་ཡང་གི། ལྕི་ཡང་གི་ཁྱད་པར་རེད། ད་དེ་ནས་འདིའི་རྗེས་ལ་ཡང་དེ་དག་གི་འབྲས་བུ་བསྟན་པ་ཞེས་པའི་གསུང་གི་ཡོད་རེད། ད་འདི་ན་ནས་ནག་པོའི་ལས་ལམ་བཅུ་དངོས་མེད་ཀྱི་བཅུ་སྤོང་གི་བསྟན་ཡང་འདི་དང་པོ། སྲོག་གཅོད་གཉིས་པ་མ་བཅིངས་ནས། གསུམ་པ་ལོག་གཡེམ། བཞི་པ་རྫུན། ལྔ་པ་ཕྲ་མ། དྲུག་པ་ཚིག་རྩུབ་བདུན་པ་ངག་འགལ་བརྒྱད་པ་བརྣབ་སེམས་དགུ་པ་གནོད་སེམས་བཅུ་པ་ལོག་ལྟ་དང་བཅས་མེད་ཀྱི་སྤྱོད་པོ་ཅིག་གསུངས་ཡོང་གི་ཡོད་རེད་ད་དེ་ནས་ལྕི་ཡང་གི་ཁྱད་པར་དེ་ལ་ཡང་ངོ་བོའི་སྒོ་ནས་ལྕི་བ་གཉིས་པ་བསམ་པའི་སྒོ་ནས་ལྕི་བ་གསུམ་པ་སྦྱོར་བའི་སྒོ་ནས་ལྕི་བ་བཞི་པ་གཞིའི་སྒོ་ནས་ལྕི་བ་ལྔ་པ་དུས་རྟག་ཏུ་བྱེད་པའི་ལྕི་བ། དྲུག་པ་གཉེན་པོ་མེད་པའི་ལྕི་བ་དང་བཅས། ལྕི་ཡང་གི་ཁྱད་པར་དེ་ལ་ཡང་དྲུག་གསུངས་པ་ཡོད་རེད། དེ་ནས་དེ་དག་གི་འབྲས་བུ་བསྟན་པ་ལ་ཡང་རྣམ་སྨིན་གྱི་འབྲས་བུ། རྒྱུ་མཐུན་གྱི་འབྲས་བུ། བདག་པོའི་འབྲས་བུ་དང་བཅས་གསུམ་གྱི་ཐོག་ནས་གསུངས་ཡོང་བ་ཡོད་རེད། ད་དེ་ནས་ལས་འབྲས་སྤྱིར་བསམ་པའི་ནང་དོན། བྱེ་བྲག་ཏུ་བསམ་པའི་གི་ནང་དོན་གཉིས་པ་དེ། དཀར་པོའི་ལས་འབྲས་བསམ་པ་ལ་ཡང་དཀར་པོའི་ལས། ལམ་དངོས་ཏེ། ཤོག་གྲངས་བཞི་བརྒྱ་དགུ་བཅུ་ནང་གསུངས་ཡོད་རེད། དེ་དག་གི་འབྲས་བུ་བསྟན་པ་ལ་ཡང་འབྲས་བུ་བཞི་སྟེང་ནས་གསུངས་ཡོད་རེད་དང་པོ་རྣམ་སྨིན་གྱི་འབྲས་བུ། ཨ་ནི་མྱོང་བ་འགྱུར་དོན་གྱི་འབྲས་བུ། བྱེད་པ་འགྱུར་དོན་གྱི་འབྲས་བུ། བདག་པོའི་འབྲས་བུ་དང་བཅས་བཞི་ཡི་སྒོ་ནས་གསུངས་ཡོང་གི་ཡོད་རེད། ཨ་ནི་གསུམ་པ་དེ་ཞར་ལ་སྟོབས་ལྡན་གྱི་ལས་ཀྱི་སྒོ་བསྟུན་ནས་བསྟན་པ་འདི་ལ་ཡང་བཞི་ཡོད་རེད། དང་པོ་ཞིང་གི་སྒོ་ནས་སྟོབས་ཆེ་བ། གཉིས་པ་རྟེན་གྱི་སྒོ་ནས་སྟོབས་ཆེ་བ། གསུམ་པ་དངོས་པོའི་སྒོ་ནས་སྟོབས་ཆེ་བ། བཞི་པ་བསམ་པའི་སྒོ་ནས་སྟོབས་ཆེ་བ་དང་བཅས་ནང་དོན་བཞི་ཡི་སྟེང་ནས་རྒྱས་བཤད་གནང་ཡོད་རེད། ད་དེ་ནས་ཀྱི་ནང་དོན་ཆེ་བ་གཉིས་པ་དེ་ག་རེ་རེད་ཟེར་ན། ལས་འབྲས་བྱེ་བྲག་ཏུ་བསམ་པ་དེ་ལ་ཡང་དང་པོ་རྣམ་སྨིན་གྱི་ཡོན་ཏན་བརྒྱད། གཉིས་པ་དེའི་བྱེད་ལས། གསུམ་པ་དེའི་རྒྱུ་སྒྲུབ་པ་དང་བཅས་ནང་དོན་གསུམ་རེད། དེ་ནས་ནང་དོན་ཆེ་བ་གསུམ་པ་འདི་ལན་ཆད་བསམ་ནས་འཇུག་ལྡོག་བྱ་ཚུལ་ཡང་དང་པོ་སྤྱིར་བསྟན་པ་ཆོས་གྲངས་བཞི་བརྒྱ་སུམ་ཅུ་སོ་གསུམ་ནང་ལ་ཡོད་རེད། གཉིས་པ་ཁྱད་པར་དུ་སྟོབས་བཞི་སྦྱོང་ཚུལ་དེ་བཞི་བརྒྱ་སུམ་ཅུ་སོའི་ངན་སྟེང་ལ། བཞི་བརྒྱ་བརྒྱད་ཅུ་གྱ་ངན་སྟེང་ལ་ཡོད་རེད། ཁྱེད་ཚང་ང་ཚོའི་ད་དོན་མ་རེ་རེ་བྱས་བྱས་བཤད་ག་བྱེད་རྒྱུ་དེ་ཧ་ཅང་གལ་འགངས་ཆེན་པོ་རེད། ད་དེ་ནས་དགེ་སྡིག་བཤམས་ན་ཡང་འཇུག་ཏུ་ཇི་ལྟར་བྱ་ཚུལ་དེ་ཉོ་ལམ་གྱི་ཤོག་གྲངས་དྲུག་ཅུ་རེ་དྲུག་ལ་ཡོད་རེད། སྤྱི་འཐུས་ཚན་པ་ད་ལྟའི་ཐུན་མཚམས་ལ་ཇི་ལྟར་བྱ་ཚུལ་དང་གོང་ལ་ཡང་ཐུན་གྱི་ཐུན་ལ་ཇི་ལྟར་བྱ་ཚུལ་དང་ཐུན་མཚམས་ལ་ཇི་ལྟར་བྱ་ཚུལ་གོང་དང་རིགས་འདྲེས་པ་རེད། ད་རིང་གི་ལས་འབྲས་ཀྱི་རྣམ་གཞག་གི་སྟེང་ལ་ཡང་ལས་འབྲས་རྣམ་གཞག་བསྟུན་པའི་སྐོར་མདོ་བརྫངས་ལོན་ལྟ་བུ། ལས་རྒྱ་བ་ལྟ་བུ། རྟོག་དཔྱོད་རྒྱ་བ་བྱམས་པ་ཉེར་བཞག། འདུལ་བ་ལུང་སྡེ་བཞི་ལ་སོགས་ལ་ཡང་ཡང་མཇལ་དགོས་རྒྱུའི་སྐོར་དེ་རེད། དེ་ནི་མ་འདིའི་མཚམས་ལ་ཡང་འདི་སྐད་མཇལ་ཐུབ་པ་ཡིན་ན་ཧ་ཅང་གི་ཡག་པོ་བྱས་བ་རེད། ད་དེ་ནས་སྐྱེས་བུ་ཆུང་ངུ་དང་ཐུན་མོང་གི་ལམ་གྱི་རིམ་པ་བློ་སྦྱོང་ཚུལ་དེ་གོང་དུ་མཆིས་ཟིན་པ་རེད། ཏང་ཙུའུ་ཡང་སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་བློ་སྦྱོང་ཚུལ་དེ་གླེང་ཡོད་རེད། སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་བློ་སྦྱོང་ཚུལ་ལ་ཡང་ནང་དོན་ཆེ་བ་གཉིས་ཡོད་རེད། དང་པོ་ཐར་པ་དོན་གཉེར་གྱི་བློ་སྐྱེ་ཚུལ། གཉིས་པ། ཐར་པ་ལ་བགྲོད་པའི་ལམ་གྱི་རང་བཞིན་གཏན་ལ་འབེབས་ཚུལ་དང་བཅས་ནང་དོན་གཉིས་ཡོད་རེད། ནང་དོན་དང་པོ་དེའི་ནང་ལོགས་ལ་ཡར་ཐོན་གྱི་ངོ་བོ་ལ་ཇི་ལྟར་བྱ་ཚུལ་དང། ཐུན་མཚམས་ལ་ཇི་ལྟར་བྱ་ཚུལ་ཞེས་གཉིས་དུ་བཀོད་ཡོད་རེད། དེའི་ནང་ལོགས་ནས་ཐུན་གྱི་ངོ་བོ་ལ་ཇི་ལྟར་བྱ་ཚུལ་དེ་སྦྱོར་བ་དངོས་གཞི་འཇུག་ཇི་ལྟར་བྱ་ཚུལ་དེ། སྦྱོར་བ་དང་འཇུག་ཏུ་ཇི་ལྟར་བྱ་ཚུལ་གོང་དང་གཅིག་མཚུངས་རེད། ད་དངོས་གཞི་གི་སྟེང་ནས་ང་ཚོ་བདེ་གི་མཚམས་ལ་ག་རེ་སློབ་སྦྱོང་བྱེད་དགོས་རེད་ཞུས་པ་ཡིན་ན་ཨ་ནི་ཁོ་བ་སྤྱིའི་སྡུག་བསྔལ་བསམ་ཚུལ་ཨ་ནི་གཉིས་པ་ཁོ་བ་སོ་སོའི་སྡུག་བསྔལ་བསམ་ཚུལ་འདི་བཅས་ལ་ཨ་ནི་ཉམས་ལེན་བྱེད་དགོས་རེད་ད་དང་པོ་ཁོ་བ་སྤྱིའི་སྡུག་བསྔལ་བསམ་ཚུལ་ལ་ཡང་ཨ་ནི་ནང་དོན་ཆེ་བ་གཉིས་ཡོད་རེད་བདེན་པ་བཞི་ཡི་སྒོ་ནས་ཁོ་བ་སྤྱིའི་སྡུག་བསྔལ་བསམ་ཚུལ། གཉིས་པ་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་སྒོ་ནས་བསམ་ཚུལ་དང་བཅས་གཉིས་ཡོད་རེད་ད་དེ་ནས་དང་པོ་དེ་བདེན་བཞིའི་སྒོ་ནས་ཁོ་བ་སྤྱིའི། སྡུག་བསྔལ་བསམ་ཚུལ་ལ་ཡང་དྲུག་ཡོད་པ་རེད། དང་པོ་འདི། ངེས་པ་མེད་པའི་ཉེས་པ། ཨ་ནི་གཉིས་པ་ངོམ་པ་མེད་པའི་ཉེས་པ། ལུས་ཡང་ནས་ཡང་དུ་དོར་བའི་ཉེས་པ། ཡང་ཡང་སྙིང་མཚམས་དུ་སྦྱོར་བའི་ཉེས་པ། ཡང་ཡང་མཐོ་དམན་དུ་རྒྱུ་བའི་ཉེས་པ། གྲོགས་མེད་པའི་ཉེས་པ་དང་བཅས་ཉེས་པ་དྲུག་ཡོད་རེད། ད་འདི་ནས་གཉིས་པ་འདི་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་སྒོ་ནས་བསམ་ཚུལ་འདི་ཡོད་རེད། འདི་ནང་ལ་གསུངས་ཡོད་རེད། ད་འདི་ནས་གཉིས་པ། འཁོར་བ་སོ་སོའི་སྡུག་བསྔལ་བསམ་པར་ཡང་ངན་འགྲོའི་སྡུག་བསྔལ་བསམ་པ། ངན་འགྲོའི་སྡུག་བསྔལ་འདི་སྐྱེས་བུ་ཆུང་ངུའི་སྐབས་སུ་བསམ་པ་དང་ཆེ་ཆགས་ཀྱང་རེད་ད་དེ་ནས་གཉིས་པ་འདི་བདེ་འགྲོའི་སྡུག་བསྔལ་བསམ་པར་ཡང་གསུམ་ཡོད་རེད། མིའི་སྡུག་བསྔལ་བསམ་པ། ལྷ་མ་ཡིན་གྱི་སྡུག་བསྔལ་བསམ་པ་ལྷའི་སྡུག་བསྔལ་བསམ་པ་དང་བཅས་གསུམ་ཡོད་རེད། འདི་རྣམས་ལས་མིའི་སྡུག་བསྔལ་བསམ་པར་ཡང་བདུན། སྐྱེ་བའི་སྡུག་བསྔལ། རྒ་བའི་སྡུག་བསྔལ། ན་བའི་སྡུག་བསྔལ། འཆི་བའི་སྡུག་བསྔལ། སྡུག་པ་དང་བྲལ་བའི་སྡུག་བསྔལ། མི་སྡུག་པ་དང་ཆེ་བའི་སྡུག་བསྔལ། འདོད་པའི་དངོས་པོ་བཙལ་ཀྱང་མི་རྙེད་པའི་སྡུག་བསྔལ་དང་བཅས་སྡུག་བསྔལ་གྱི་རྣམ་པ་བདུན་དུ་བགོས་བཞག་ཡོད་རེད། ཨ། ད་འདི་ཐུན་གྱི་ངོ་བོ་ལ་ཇི་ལྟར་འཆད་ཚུལ་དང། ཨ་ནི། ཨོ། ཐུན་མཚམས་སུ་ཇི་ལྟར་འཆད་ཚུལ་འདི་རེད། ད་འདིའི་མཚམས་ལ་ཡང། ཨ་ནི་ཐུན་མཚམས་ལ་ཡང། འཁོར་བ་ཐམས་ཅད་སྡུག་བསྔལ་གྱི་རང་བཞིན་ཅན་དུ་སྟོན་པའི། ཨ་ནི་སྟོན་པའི་གསུང་རབ་མགོ་འདྲེན་དང་བཅས་བལྟ་རྒྱུ་དེ། གོང་བཞིན་རིགས་འགྲེ་བ་རེད། ཐ་དེ་ནས་ཀྱི་ནང་དོན་ཆེ་བ་དེའི་སླད་དུ་ཡང་རེད། གཉིས་པ། ཐར་པར་བགྲོད་པའི་ལམ་གྱི་རང་བཞིན་གཏན་ལ་དབབ་ཚུལ་དེ་སླད་ཡང་རེད། དེ་ལ་ཡང་ཐུན་གྱི་ངོ་ལ་ཇི་ལྟར་བྱ་ཚུལ་དང་ཐུན་མཚམས་ལ་ཇི་ལྟར་བྱ་ཚུལ་ཞེས་གཉིས་དགོས་བཞག་ཡོད་རེད། ཨ་ནི། ཐུན་གྱི་ངོ་ལ་ཇི་ལྟར་བྱ་ཚུལ་དེ་སྦྱོར་བ་དངོས་གཞི་འཇུག་ཇི་ལྟར་བྱ་ཚུལ། སྦྱོར་བ་དང་དངོས་གཞི་འཇུག་བྱེད་དག་བྱ་ཚུལ་སྦྱོར་བ་དང་ཨ་ནི་འཇུག་བྱེད་དག་བྱ་ཚུལ་དུ་གོང་དང་རིགས་འདྲེས་པ་རེད་ད་འདིའི་མཚམས་ལ་ཡང་དངོས་གཞི་འདིའི་སྟེང་ལ་ཨ་ནི་ཀུན་འབྱུང་འཁོར་བའི་འབྱུང་རིམ་བསམ་པ་དང་ཐར་པར་བགྲོད་པའི་ལམ་གྱི་རང་བཞིན་གཏན་ལ་དབབ་ཚུལ་དོན་དེ་གཉིས་ཀྱི་སྟེང་ནས་ཨ་ནི་རིགས་འགྲེ་བྱས་སློབ་སྦྱོང་ཞུ་གི་རེད་དེ་དུས་བརྩམས་པ་དང་པོ་ཀུན་འབྱུང་འཁོར་བའི་འབྱུང་རིམ་བསམ་པ་ལ་ཡང་ནང་དོན་ཆེ་བ་གསུམ་བཀོད་བཞག་ཡོད་རེད་ནང་དོན་ཆེ་བ་གསུམ་པོ་དུ་དང་པོ་ཉོན་མོངས་པ་སྐྱེ་ཚུལ། གཉིས་པ། དེ་ལས་སོགས་ཚུལ། གསུམ་པ། འཆི་འཕོ་བ་དང་ཉིང་མཚམས་སྦྱོར་ཚུལ། བཞི་པ། རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་སྒོ་ནས་ཀུན་འབྱུང་འཁོར་བའི་འབྱུང་རིམ་བསམ་ཚུལ་དང་བཅས་འོག་ནང་དོན་གཞི་གཅིག་བཀོད་ཡོད་རེ་གསུམ་མ་རེ་བཞི་རེ་བཞག་དེའི་ནང་ནས་ཉོན་མོངས་པ་སྐྱེ་ཚུལ་འདི་ལ་ཡང་ནང་དོན་བཞི་བཀོད་ཡོད་རེད། དང་པོ། ཉོན་མོངས་ངོས་བཟུང་བ། གཉིས་པ། ཉོན་མོངས་ཇི་ལྟར་སྐྱེ་བའི་རིམ་པ། གསུམ་པ། ཉོན་མོངས་བའི་རྒྱུ། བཞི་པ་ཉོན་མོངས་བའི་ཉེས་དམིགས་དང་བཅས་བཞི་བཀོད་ཡོད་རེད། དེའི་ནང་ནས་དང་པོ། ཉོན་མོངས་པ་ངོས་བཟུང་བ་དེ་ལ་གཉིས་ཡོད་རེད། རྩ་བའི་ཉོན་མོངས་དྲུག་དང་ཉེ་བའི་ཉོན་མོངས་དང་བཅས་བཀོད་ཡོད་རེད། དེའི་ནང་གི་རྩ་ཉོན་དྲུག་པོ་དེ་ཨ་ནི། དེ་ཞུས་པ་ཡིན་ན་དང་པོ་འདོད་ཆགས། གཉིས་པ་ཁོང་ཁྲོ། གསུམ་པ་ང་རྒྱལ། བཞི་པ་མ་རིག་པ། ལྔ་པ་ཐེ་ཚོམ། དྲུག་པ་ལྟ་བ་ཉོན་མོངས་ཅན་དང་བཅས་དྲུག་དགོས་ཡོད་རེད། དེ་ནས་དྲུག་པོ་ལྟ་བ་ཉོན་མོངས་ཅན་འདི་ནང་ལོགས་ཡ་ལྟ་བ་ཉོན་མོངས་ཅན་འདི་ལྔ་ཡོད་རེད། དང་པོ་འཇིག་ལྟ། གཉིས་པ་མཐར་ལྟ། གསུམ་པ་ལྟ་བ་ཕྱོགས་འཛིན། བཞི་པ་ཚུལ་ཁྲིམས་དང་བརྟུལ་ཞུགས་ཕྱོགས་འཛིན། ལྔ་པ་ལོག་ལྟ་དང་བཅས་ཨ་ནི་ནང་དོན་སྔ་ཕྱི་དགོས་ཞོག་རེད། བདག་སྣང་བཞིན་གསུམ་པ་ཉོན་མོངས་བའི་རྒྱུ་དྲུག། དེ་ཡང་རྟེན། གཉིས་པ་དམིགས་པའམ་ཡུལ། གསུམ་པ་འདུ་འཛི།

གསུམ་པ་དེ་འཆི་འཕོ་བ་དང་ཉིང་མཚམས་འཇོག་ཚུལ་ལ་ཡང་ནང་དོན་གསུམ་བཀོད་ཡོད་རེད། དང་པོ། འཆི་བ་ཇི་ལྟར་འབྱུང་ཚུལ། གཉིས་པ། འཆི་ནས་བར་དོ་གྲུབ་ཐོབ་དང་བཀོད་ཡོད་རེད། གསུམ་པ། སྐྱེ་སྲིད་དུ་ཉིང་མཚམས་འཇོག་ཚུལ་དང་བཅས་ནང་དོན་འདི་ནང་ལ་བཀོད་བཞག་ཡོད་རེད། ད་དེ་ནས་ཀྱི་ཀུན་འབྱུང་འཁོར་བའི་འབྱུང་རིམ་གྱི་ནང་དོན་བཞི་པ་དེ་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་སྒོ་ནས་ཀུན་འབྱུང་འཁོར་བའི་འབྱུང་རིམ་དེ་བཀོད་བཞག་ཡོད་རེད། ད་རྟེན་འབྲེལ་ཡན་ལག་བཅུ་གཉིས་དེ། ཡང་ན་རེ་རེ་བྱས་བྱས་ཞུས་པ་ཡིན་ན་དེ་ཡང་དང་པོ་མ་རིག་པ་གཉིས་པ་འདུ་བྱེད་གསུམ་པ་རྣམ་ཤེས་བཞི་པ་མིང་གཟུགས་ལྔ་པ་སྐྱེ་མཆེད་དྲུག་པ་རེག་པ་བདུན་པ་ཚོར་བ་བརྒྱད་པ་སྲེད་པ་དགུ་པ་ལེན་པ་དགུ་པ་ལེན་པ་བཅུ་པ་སྲིད་པ་བཅུ་གཅིག་སྐྱེ་བ་བཅུ་གཉིས་རྒ་ཤི་དང་བཅས་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་སྒོ་ནས་ཀུན་འབྱུང་ཁོ་ཨའི་བྱུང་རིམ་དེ་འདི་ན་གསུངས་ཡོང་གི་ཡོད་རེད། ད་དེ་ནས་ཀྱི་དངོས་གཞིའི་ནང་དོན་ཆེ་བ་གཉིས་པ་དེ། ཐར་པར་བགྲོད་པའི་ལམ་གྱི་རང་བཞིན་གཏན་ལ་དབབ་ཚུལ་དངོས་དེ་རེད། དེ་ལ་ཡང་ནང་དོན་གཉིས་ཡོད་རེད། དང་པོ་དེ། རྟེན་ཇི་ལྟ་བུ་ཞིག་གིས་འཁོར་བ་ལས་བཟློག་པ། གཉིས་པ། ལམ་ཇི་ལྟ་བུ་ཞིག་གིས་འཁོར་བ་ལས་བཟློག་པ་དང་བཅས་ནང་དོན་ཆེ་བ་གཉིས་བཀོད་ཡོད་རེད། ཨོ། ད་དེ་ནས་ཀྱི། ཐུན་གྱི་ངོ་ལ་ཇི་ལྟར་བྱ་ཚུལ་དང། ཐུན་མཚམས་ལ་ཇི་ལྟར་བྱ་ཚུལ་འདི་ལྟ་སྐབས་འདི་ལ་ཡང་ཐར་པར་བགྲོད་པའི་ལམ་གྱི་རང་བཞིན་གཏན་ལ་དབབ་པའི་མཚམས་ལ་ཡང་ཐུན་མཚམས་ཀྱི་མཚམས་ལ། སོ་སོར་ཐར་པའི་དབང་དུ་བྱས་པའི་བསླབ་བྱ་ལྟ་བ་སོགས་སྔར་བཞིན་བྱ་དགོས་པ་བསྟན་ཡོད་རེད། ད་འདི་ག་རེས་ན་སྐྱེས་བུ་འབྲིང་དང་ཐུན་མོང་གི་ལམ་གྱི་རིམ་པ་ལ་བློ་སྦྱོང་ཚུལ་དེ་གསུང་གི་ཡོད་རེད། ད་འདི་ནས་ཀྱི་ནང་དོན་ཆེན་པོ་གསུམ་པ་འདི་སྐྱེས་བུ་ཆེན་པོའི་ལམ་གྱི་རིམ་པར་བློ་སྦྱོང་ཚུལ་དེ་གསུམ་མོ་ཡོད་རེད་སྐྱེས་བུ་ཆེན་པོའི་ལམ་གྱི་རིམ་པར་བློ་སྦྱོང་ཚུལ་ལ་ཡང་ནང་དོན་ཆེ་བ་གསུམ་ཡོད་རེད་ནང་དོན་ཆེ་བ་དང་པོ། ཐེག་ཆེན་གྱི་འཇུག་སྒོ་སེམས་བསྐྱེད་ཁོ་ན་བསྟན་པའི་ཕན་ཡོན་དང་བཅས་གསུང་གོ་རེད་གཉིས་པ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་ཚུལ་དེ་གསུང་གོ་ཡོད་རེད་གསུམ་པ་འདི་སེམས་བསྐྱེད་ནས་རྒྱལ་སྲས་ཀྱི་སྤྱོད་པ་ལ་བསླུབ་ཚུལ་དེ་གསུང་གནང་གི་ཡོད་རེད་དེའི་ནང་ནས་ཏག་ནང་དོན་ཆེ་བ་དང་པོ་དེ། ཐེག་ཆེན་གྱི་འཇུག་སྒོ་སེམས་བསྐྱེད་ཁོ་ན་བསྟན་པའི་ཕན་ཡོན་དང་བཅས་གསུང་ཡ་འདི་ནང་བར་ཡང་ནང་དོན་བཅུ་ཙམ་བཀོད་ཡོད་རེད། དེ་ཡང་དང་པོ། ཐེག་ཆེན་གྱི་འཇུག་སྒོ་སེམས་བསྐྱེད་ཁོ་ན་བསྟན་པའི་ཕན་ཡོན་ལ་ཡང་དང་པོ། ཐེག་ཆེན་གྱི་འཇུག་སྒོ་སེམས་བསྐྱེད་ཁོ་ན་བསྟན་པ། གཉིས་པ། རྒྱལ་བའི་སྲས་ཞེས་བྱ་བའི་མཚན་ཐོབ་པ། གསུམ་པ། ཉན་རང་རིག་གི་སྒོ་ནས་ཟིལ་གནོན་པ། བཞི་པ། མཆོད་པའི་ཞིང་མཆོག་ཏུ་གྱུར་བ། ལྔ་པ། ཚོགས་རྒྱ་ཆེན་པོ་བདེ་བླག་ཏུ་རྫོགས་པ། དྲུག་པ། སྡིག་སྒྲིབ་མྱུར་དུ་སྦྱང་བ། བདུན་པ། ཅི་བསམ་འགྲུབ་པ། བརྒྱད་པ། གནོད་པ་དང་བར་ཆད་ཀྱིས་མི་ཚུགས་པ། དགུ་པ། ས་ལམ་ཐམས་ཅད་མྱུར་དུ་རྫོགས་པ། བཅུ་པ། འགྲོ་བའི་བདེ་སྐྱིད་མ་ལུས་འབྱུང་བའི་ཞིང་སར་གྱུར་བ་དང་བཅས་ནང་དོན་བཅུ་གསུངས་པ་རེད། ད་དེ་ནས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་ཚུལ་འདི་ལ་ཡང་ཐུན་གྱི་ངོ་ལ་ཇི་ལྟར་བྱ་ཚུལ་དང་ཐུན་མཚམས་ལ་ཇི་ལྟར་བྱ་ཚུལ་ཞེས་གསུངས་ཡོད་རེད། ཐུན་གྱི་ངོ་ཇི་ལྟར་བྱ་ཚུལ་དེ་སྦྱོར་བ་དངོས་གཞི། ཨ་ནི་བསྔོ་བ་དང་བཅས་འདིས་གོང་བཞིན་རིགས་བསྒྲེས་པ་རེད། ད་དེའི་ནང་གི་དངོས་གཞི་འདི་གི་མཚམས་ལ་ཡང་ང་ཚོས་ག་རེ་ལུགས་ཙམ་བྱེད་དགོས་རེད་ཞུས་པ་ཡིན་ན། བྱང་ཆུབ་སེམས་སྐྱེ་བའི་རིམ་པ། དང། སེམས་ཀྱི་ཆོ་གས་བཟུང་ཚུལ་འདི་རྣམས་སློབ་སྦྱོང་ཞུ་དགོས་རེད། བྱང་ཆུབ་ཏུ་སེམས་སྐྱེ་བའི་རིམ་པ་ཡང་གཉིས་ལས་བྱ་བ་རེད། བྱང་ཆུབ་མཆོག་ཏུ་སེམས་སྐྱེ་བའི་རིམ་པ་གཉིས་འདི། དེའི་ནང་དོན་གཉིས་པོ་དེ་ག་རེ་ཞུས་པ་ཡིན་ན། དང་པོ། རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བློ་སྦྱོང་ཚུལ་གཉིས་པ། བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱོང་ཚུལ་དང་བཅས་གསུངས་ཀྱི་ཡོད་རེད། ད་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བློ་སྦྱོང་ཚུལ་འདི་ལ་ཡང་ཨ་ནི་ནང་དོན་བརྒྱད་ཙམ་ཅིག་ཡོད་རེད། ཚད་མེད། ཚད་མེད། ཚད་མེད་བཏང་སྙོམས། མར་ཤེས་དྲན་དྲན་དྲན་གསོ། ཡིད་འོང་གི་བྱམས་པ་སྙིང་རྗེ་ལྷག་བསམ། བྱ་སྤྱོད་སེམས་བསྐྱེད་དང་བཅས་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བློ་སྦྱོང་ཚུལ་འདི་འདི་ན་གསུངས་ཡོང་གི་ཡོད་རེད། ད་འདི་ནས་ཀྱི་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱོང་ཚུལ་དང་བློ་སྦྱོང་དོན་བདུན་མའི་སྒོ་ནས་ཉམས་ལེན་བྱེད་ཚུལ་ལ་ཡང་ནང་དོན་ཆེ་བ་བདུན་ཡོད་རེད་དེའི་ནང་གི་དང་པོ་དེ་སྔོན་འགྲོ་བསྟན་གྱི་ཆོས་བསྟན་པ་དང་གཉིས་པ་བྱང་ཆུབ་ཀྱི་སེམས་གཉིས་སྦྱང་བ། གསུམ་པ་རྐྱེན་ངན་བྱང་ཆུབ་ཀྱི་ལམ་དུ་བསྒྱུར་བ། བཞི་པ་ཚེ་གཅིག་གི་ཉམས་ལེན་བྲིས་ནས་སྟོན་པ། ལྔ་པ་བློ་སྦྱོང་བའི་ཚེ། དྲུག་པ་བློ་སྦྱོང་གི་དམ་ཚིག་བཅོ་བརྒྱད། བདུན་པ་བློ་སྦྱོང་གི་བསླབ་བྱ་ཉེས་དམིགས་དང་བཅས་བཏོན་ཡོང་བ་རེད། འདིའི་ནང་ལོགས་ནས་གཉིས་པ་བྱང་ཆུབ་ཀྱི་སེམས་གཉིས་སྦྱང་བ་ཞེས་པ་དེར་ཡང་དོན་དམ་སེམས་བསྐྱེད་དང་ཀུན་རྫོབ་སེམས་བསྐྱེད་དེ་གསུམ་ཡོད་རེད། ཀུན་རྫོབ་སེམས་བསྐྱེད་འདི་ལ་ཡང་ནང་དོན་ཆེ་བ་ལྔ་ཡོད་རེད། དང་པོ། བདག་གཞན་མཉམ་པར་བསྒྲོམ་པ། གཉིས་པ། བདག་སྤྱི་མཚན་གྱི་སྒོ་དུ་མ་ནས་བསམ་པ། གསུམ་པ། གཞན་སྤྱི་མཚན་གྱི་སྒོ་དུ་མ་ནས་བསམ་པ། བཞི་པ། བདག་གཞན་བཅད་བའི་བསམ་པ་དངོས། ལྔ་པ། དེ་ལ་བརྟེན་ནས་གཏོང་ལེན་སྒོམ་མཚོན་བཅས་གསུམ་ཡོད་རེད། ད་འདིའི་ནང་ལོག་བརྟེན་གཏོང། དེ་ལ་བརྟེན་བཅས་གཏོང་ལེན་སྒོམ་ཚུལ་འདི་ལ་ནང་དོན་གཉིས་ཡོད་རེད། དང་པོ། སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས། ཨ་ནི་སྦྱངས་པ་དང་གཉིས་པ། བྱམས་པའི་དམིགས་པ་རྩལ་དུ་བཏིང་ནས་སྒོམ་པ་དང་བཅས་གཉིས་ཡོད་རེད། ད་དེ་ནས། གསུམ་པ་འདི་རྐྱེན་ངན་བྱང་ཆུབ་ཀྱི་ལམ་དུ་གྱུར་པ་ལ་ཡང། ཨ་ནི།

བཞི་པ་འདི་ཆོས་སྲུང་ལ་ཕྲིན་ལས་བཅོལ་བ་དང་བཅས་ཨ་ནི་རྐྱེན་ངན་བྱང་ཆུབ་ཀྱི་ལམ་དུ་བསྒྱུར་ཚུལ་གྱི་བསམ་པས་བསྒྱུར་ཚུལ་དང་སྦྱོར་བས་བསྒྱུར་ཚུལ་གཉིས་ནང་གི་ཨ་ནི་སྦྱོར་བས་བསྒྱུར་ཚུལ་ཡང་ནང་དོན་བཞི་པ་འདི་གའི་ཚུལ་བསྟན་ཡོད་རེད། ད་དེ་ནས་ཀྱི་ཚེ་རྗེས་ཀྱི་ཉམས་ལེན། ཇི་བྱས་ཨ་ནི། ད་ཅི། དགོངས་ཀྱི་ཉམས་ལེན་ལ་ཞུགས་པ་ལ་ཡང་ནང་དོན་ཆེ་བ་ལྔ་ཡོད་རེད། དཀར་པོ་ས་བོན་གྱི་སྟོབས། གོམས་པའི་སྟོབས། འཕེན་པའི་སྟོབས། རྣམ་པར་སུན་འབྱིན་གྱི་སྟོབས། རྨི་ལམ་གྱི་སྟོབས་དང་བཅས་ང་ཡོད་རེད། འདི་ག་རེ་ཞུས་པ་ཡིན་ན་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱོང་བ་དང་བློ་སྦྱོང་དོན་བདུན་མའི་སྒོ་ནས་བློ་སྦྱོང་ཚུན་གྱི་ནང་དོན་ཆ་ཚང་འདི་རེད་དེ་ཡང་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་རིམ་པ་དངོས་འདི་གནང་བ་འདི། འོ་ད་འདི་ནས་ཀྱི་ནང་དོན། ཆེ་བ་གསུམ་པོ་འདི། སེམས་བསྐྱེད་ནས་རྒྱལ་སྲས་ཀྱི་སྤྱོད་པ་ལ་སློབ་ཚུལ་ཞེས་པ་འདི་ལས་སོ། ད་འདིའི་ནང་ལོགས་ལ་གཙོ་བོ་ག་རེ་ཡོད་རེ་ཞུས་པ་ཡིན་ན། རང་རྒྱུད་སྨིན་པར་བྱེད་པའི། ཕར་ཕྱིན་དྲུག་ལ་སློབ་ཚུལ་དང། གཞན་རྒྱུད་སྨིན་པར་བྱེད་པའི་བསྡུ་བའི་དངོས་པོ་བཞི་ལ་སློབ་ཚུལ་བཞིན་དང་དོན་ཆེ་བ་གཉིས་བཀོད་ཡོད་རེད། འདིའི་ནང་ནས་ནི་རང་རྒྱུད་སྨིན་པར་བྱེད་པ་ཕར་ཕྱིན་དྲུག་ལ་སློབ་ཚུལ་ཞེས་པའི་ནང་དོན་འདིའི་ནང་ལོགས་ལ་ཡང་ནི་རྒྱལ་སྲས་ཀྱི་སྤྱོད་པ་སྤྱི་ལ་སློབ་ཚུལ། དེའི་ནང་ལོགས་ལ་ཡང་ནི་ཐུན་གྱི་ངོ་ལ་ཇི་ལྟར་བྱ་ཚུལ་དང་ཐུན་མཚམས་ལ་ཇི་ལྟར་བྱ་ཚུལ་ཞེས་ནང་དོན་གཉིས་བཀོད་ཡོད་རེད། ཐུན་གྱི་ངོ་ལ་ཇི་ལྟར་བྱ་ཚུལ་དེ་གོང་དུ་གསུངས་པ་ཞུས་པ་ནང་བཞིན་སྦྱོར་བ་དང་དངོས་གཞི་མཇུག་ཇི་ལྟར་བྱ་ཚུལ་གསུམ་ཡོད་པའི་ནང་ནས་སྦྱོར་བ་དང་མཇུག་ཇི་ལྟར་བྱ་ཚུལ་གཉིས་གོང་དུ་རིགས་འགྲེ་བ་རེད། དངོས་གཞིའི་གི་སྟེང་ནས་ནི། སྦྱིན་པའི་ཕ་རོལ་ཏུ་ཕྱིན་པ། ཚུལ་ཁྲིམས་ཀྱི་ཕ་རོལ་ཏུ་ཕྱིན་པ། བཟོད་པའི་ཕ་རོལ་ཏུ་ཕྱིན་པ། བརྩོན་འགྲུས་ཀྱི་ཕ་རོལ་ཏུ་ཕྱིན་པ་དང་བཅས་ཕར་ཕྱིན་དྲུག་གི་ནང་ནས་ཕར་ཕྱིན་བཞི་པོ་དེ་སྐད་ངན་ལ་ཡང་གསུངས་ཡོད་རེད། ད་སྦྱིན་པའི་ཕ་རོལ་ཏུ་ཕྱིན་པའི་ནང་ལོགས་ལ་ཡང་དབྱེ་བ་གསུམ་བཀོད་གནང་ཡོད།

སེམས་ཅན་དོན་བྱེད་ཀྱི་བརྩོན་འགྲུས་དང་བཅས་གསུང་དགོས་སྣང་ཤ། འདི་ཡི་ཐུན་གྱི་དབང་ལ་ཇི་ལྟར་བྱ་ཚུལ་གྱི་དངོས་གཞིའི་གྱི་ནང་དོན་འདི་རེད། ད་ནང་བཞིན་གྱི་ཐུན་མཚམས་ཀྱི་མཚམས་སུ་ཨ་ནི། ཐུན་མཚམས་སུ་ཇི་ལྟར་བྱ་བ་ལ་ཡ། ཟབ་པ་དང་རྒྱ་ཆེ་བའི་རྒྱལ་བའི་སྲས་ཀྱི་སྤྱོད་པ། རླབས་ཆེན་སྟོན་པའི་རྒྱན་གསུང་རབ་དགོངས་འགྲེལ་དང་བཅས་པ་འདི་ལྟ་བ་སོགས་བྱེད་དགོས་རྒྱུ་འདི་སྐད་གསུང་སྣང་ཤ། ད་དེ་ནས་ང་ཚོས་ཀྱི་ནང་དོན། ཆེན་པོ་གཅིག། ད་ཁྱད་པར་ཕར་ཕྱིན་ཐ་མ་གཉིས་ལ་སློབ་ཚུལ་ཞེས་པ་དེ་ལས་དེ་རེད། ཁྱད་པར་ཕར་ཕྱིན་ཐ་མ་གཉིས་ལ་སློབ་ཚུལ་ཞེས་པའི་ནང་དོན་དེའི་ནང་ལོགས་ལ་ཡང་ཐུན་གྱི་ངོ་ལ་ཇི་ལྟར་བྱ་ཚུལ་དང། ཨ་ནེ་ཐུན་ཙམ་ལ་ཇི་ལྟར་བྱ་ཚུལ་དུ་ཡོད་རེད་ཐུན་འདིར་ཇི་ལྟར་བྱ་ཚུལ་འདི་ཨ་ནེ། སྦྱོར་བ་དང། དངོས་གཞི། འཇུག་ངོ་བ་དང་བཅས་ཡོད་པའི་ནང་ནས་དངོས་གཞི་འདིའི་ནང་ལོགས་ལ་ཡང་གཙོ། བསམ་གཏན་གྱི་ངོ་བོ་ཞི་གནས་ལ་སློབ་ཚུལ་དང། ཤེས་རབ་ཀྱི་ངོ་བོ་ལྷག་མཐོང་ལ་སློབ་ཚུལ་ཞེས་སློབ་ཚུལ་འདི་གཉིས་གཉིས་བཀོད་བསྡད་ཡོད་རེད། དེ་ལས་ནི་ལྷག་མཐོང་སྐྱེ་ཚུལ་འདི། ལེ་ཚན་གསུམ་པ་འདིའི་ནང་ལ་བཀོད་གནང་ཡོད་རེད། ད་འདིའི་ནང་ལོར་ཡང། ཁྱད་པར་ཕོ་སྤྱིན་ཐ་མ་གཉིས་ལ་སློབ་ཚུལ་ཞེས་པ་འདི་ལ་ཡང། ཐུན་གྱི་ངོ་ལ་ཇི་ལྟར་བྱ་ཚུལ་དང་ཐུན་མཚམས་ལ་ཇི་ལྟར་བྱ་ཚུལ་ཞེས་གཉིས་བཀོད་ཡོད་རེད། དེའི་ནང་ནས་ཐུན་གྱི་ངོ་ཇི་ལྟར་བྱ་ཚུལ་ལ། ཨ་ནུ་སྦྱོར་བ་དང་དངོས་གཞི་འཇུག་ཇི་ལྟར་བྱ་ཚུལ་གསུམ་ཡོད་པའི་ནང་གི་དངོས་གཞི་འདི་ལ་ཡང། བསམ་གཏན་གྱི་ངོ་ཞི་གནས་ལ་སློབ་ཚུལ་དང། ཕྱི་རབས་ཀྱི་ངོ་ལྷག་མཐོང་ལ་སློབ་ཚུལ་ཞེས་བཀོད་ཡོད་རེད། ད་བསམ་གཏན་གྱི་ངོ་ཞི་གནས་ལ་སློབ་ཚུལ་ཞེས་པ་འདི་ལ་ནང་དོན་ཆེ་བ་དྲུག་བཀོད་ཡོད་རེད། དེ་ཡང་དང་པོ་ཞི་གནས་ཀྱི་ཚོགས་བསྟན་པ་ལ་དྲུག། གཉིས་པ་དེ། ཞི་གནས་བསྒྲུབ་ཚུལ་དངོས་ལ། ཨ་ནི། ཉེས་པ་ལྔ་སྤོང་ཞིང་འདུ་ཤེས་བརྒྱད་བསྟེན་པར་གསུངས་པ་རེད། དེ་ནས་གསུམ་པ་འདི་དེ་ལ་བརྟེན་ནས་སེམས་གནས་དགུ་འགྲུབ་ཚུལ་གསུངས་ན་བཞག། དེ་ནས་བཞི་པ་འདི་དེ་སྟོབས་དྲུག་གི་སྒྲུབ་ལུགས། དེ་ནས་ཀྱི་དེ་ལ། ཡིད་ཆེས་བཞི་ཡོད་ཚུལ། དེ་ནས་ཀྱི་དེ་ལས་ཞི་གནས་དངོས་བསྒྲུབ་ཚུལ་དང་བཅས་བསམ་གཏན་གྱི་ངོར་ཞི་གནས་སློབ་ཚུལ་དྲུག་སྟེ་ནང་དོན་དྲུག་པོ་འདི་རེ་བཞག། འདིའི་ནང་ནས་ཨ་ནི་དང་པོ་ཞི་གནས་ཀྱི་ཚོགས། བསྟན་པ་ལ་དྲུག་གསུངས་པའི་ནང་གི་དྲུག་པོ་སྟེ་དང་པོ། མཐུན་པའི་ཡུལ་ན་གནས་པ། གཉིས་པ། འདོད་པ་ཆུང་བ། གསུམ་པ། ཕྱོགས་ཞེན་པ། བཞི་པ། ཚུལ་ཁྲིམས་དག་པ། ལྔ་པ། འདུ་འཛི་སྤང་བ། དྲུག་པ། སྡང་བ་སོགས་རྣམ་རྟོག་ཡོངས་སྤང་བ། གཉིས་པ། ཞི་གནས་འགྲོ་ཚུལ་དངོས་ལ་ངེས་པ་ལྔ་སྤོང་ཞིང་འདུ་ཤེས་བརྒྱད་བསྟེན་པ་ལ་ཡང་དེ་ནང་དོན་ལྔ་དགོས་བཞག་དེ་ཡང་དང་པོ། ཉིས་པ་དང་པོ་ལེ་ལོ། གདམས་ངག་འབྱེད་པ། བྱིང་རྒོད་གཉིས་འབྱུང། བྱིང་རྒོད་གང་རུང་འབྱུང། གཉེན་པོ། མངོན་པར་འདུ་བྱེད་པ་ལ་སོགས་པའི་ནང་དོན་སྔགས་རྒོད་ནང་བཞག། ད་ལྟའི་གནད་ཀྱིས་དེ་ལ་བརྟེན་ནས་སེམས་གནད་དགུ་འགྲུབ་ཚུལ་ཤེས་པར་ཡང། སེམས་གནད་དགུ་སྟེ་གསུང་བཤད་དང་པོ་སེམས་འཇོག་པ། གཉིས་པ། རྒྱུན་དུ་འཇོག་པ། གསུམ་པ། བརྟན་ཏེ་འཇོག་པ། ཉེ་བར་འཇོག་པ། དུལ་བར་བྱེད་པ་ཞི་བར་བྱེད་པ་རྣམ་པར་ཞི་བར་བྱེད་པ་རྩེ་གཅིག་ཏུ་བྱེད་པ་མཉམ་པར་འཇོག་པ་དང་བཅས་ནང་དོན་དགུ་བཀོད་བཞག་ད་དེ་ནས་ཀྱི། འདིའི་གཤམ་འདི་ལ་ཡང་ནང་དོན་ཆེ་བ་གཉིས་པ་འདི་རེད་ཤེས་རབ་ཀྱི་ངོ་ལྷག་མཐོང་ལ་སློབ་ཚུལ་ཞེས་པ་འདི་རེད་དེ་ཡང་དང་པོ་འདི་གང་ཟག་གི་བདག་མེད་གཏན་ལ་འབེབས་པ་དང། ཆོས་ཀྱི་བདག་མེད་གཏན་ལ་འབེབས་ཚུལ་ཞེས་ནང་དོན་གཉིས་ཡོད་རེད། དེའི་ནང་ནས་གང་ཟག་གི་བདག་མེད་གཏན་ལ་འབེབས་ཚུལ་དེ་ནང་དོན་གཉིས་ཡོད་རེད་མཉམ་བཞག་ནང་པ་ལྟ་བུའི་སྐྱོང་ཚུལ་དང་རྗེས་ཐོབ་དུ་མ་ལྟ་བུའི་སྐྱོང་ཚུལ་ཞེས་གཉིས་ཡོད་རེད། དེའི་ནང་ནས་མཉམ་བཞག་ནང་པ་ལྟ་བུའི་སྐྱོང་ཚུལ་དེ་ལ་ཡང་དང་པོ་དགག་བྱ་ངེས་པའི་གནས། གཉིས་པ་ཁྱབ་པ་ངེས་པའི་གནས། གསུམ་པ་བདེན་པའི་གཅིག་བྲལ་གྱི་གནད་བཞི་པ་བདེན་པའི་འདུ་བྲལ་གྱི་གནད་དང་བཅས་ཤེས་དགོས་ཡོད་རེད། ད་དེ་ནས་ཀྱི་ཆོས་ཀྱི་བདག་མེད་གཏན་ལ་འབེབས་ཚུལ་ཡང། འདུས་བྱས་རང་བཞིན་གྱིས་མེད་པར་གཏན་ལ་འབེབས་པ་དང་འདུས་མ་བྱས་རང་བཞིན་གྱིས་མེད་པར་གཏན་ལ་འབེབས་པ་དུ་བཀོད་ཡོད་རེད། དེའི་ནང་གི་འདུས་བྱས་རང་བཞིན་གྱིས་མེད་པར་གཏན་ལ་འབེབས་པ་འདིར་ཡང་ནང་དོན་ཆེ་བ་གསུམ་གྱི་སྟོང་ནས་བཀོད་བཞག་ཡོད་རེད། འདུས་བྱས་རང་བཞིན་གྱིས་མེད་པར་གཏན་ལ་འབེབས་པ་ལ་ཡང་གསུམ་ཡོད་རེད། དེ་ཡང་དང་པོ་དེ་གཟུགས་རང་བཞིན་གྱིས་མེད་པར་གཏན་ལ་འབེབས་པ་གཉིས་པ་ཤེས་པ་རང་བཞིན་གྱིས་མེད་པར་གཏན་ལ་འབེབས་པ་གསུམ་པ་བདེན་མེད་འདུ་བྱེད་རང་བཞིན་གྱིས་མེད་པར་གཏན་ལ་འབབ་པ་དང་བཅས་ནང་དོན་གསུམ་པོ་དེ་བཀོད་ཡོད་རེད། ད་འདི་ནས་གཤམ། ལ་ཡང་འདུས་མ་བྱས་རང་བཞིན་གྱིས་མེད་པ་གཏན་ལ་འབེབས་ཚུལ་དེ་ཤོག་གྲངས་བདུན་བརྒྱ་སུམ་ཅུ་སོ་བདུན་གང་དེ་འདྲས་སུ་བཀོད་བཞག་ཡོད་རེད། ད་དེ་ནས་ཀྱི་དངོས་གཞི་འདི་ཡི་ནང་དོན་ཆེ་བ་གསུམ་པོ་དེ་ནི་དེ་ལས་ལྷག་མཐོང་སྐྱེ་ཚུལ་དེ་ཤོག་གྲངས་བདུན་བརྒྱ་སུམ་ཅུ་སོ་དགུའི་ནང་ལ་བཀོད་ཡོད་རེད། ད་དེའི་མཇུག་ཏུ་ཇི་ལྟར་བྱ་ཚུལ་དང། སྦྱོར་བ་གཉིས་དེ་གོང་དང་གཅིག་མཚུངས་རེད་ཤག་ད་དེ་ནས་ཀྱི་ཐུན་མཚམས་སུ་ཇི་ལྟར་བྱ་ཚུལ་ལ་ཡང་ནི། ལྷག་མཐོང་གི་རྣམ་གཞག་སྟོན་པའི་གསུང་རབ་དགོངས་ཆེན་དང་བཅས་པ་བལྟ་དགོས་པའི་གཏམ་པ་དེ་གྱི་རྣམ་གཞག་ད་དེ་ནས་ཀྱི་ནང་དོན་ཆེ་བ་གསུམ་པ། ནང་དོན་ཆེ་བ་གསུམ་པ་འདི་རང་རྒྱུད་སྨིན་པར་བྱེད་པའི་ཕར་ཕྱིན་དྲུག་ལ་སྒོམ་ཚུལ་གྱི་ནང་དོན་ཆེ་བ་གསུམ་པ་འདི་ཐུན་མོང་མ་ཡིན་པ་རྡོ་རྗེ་ཐེག་པ་ལ་སློབ་ཚུལ་བཤད་པ་དེ་རེད། དེ་ཡང་བྱང་ཆུང་རྣམ་གྲོལ་ལག་བཅངས་ཀྱིས་ཨ་ནི་ཤོག་གྲངས་བདུན་བརྒྱ་བཞི་བཅུ་ཐམ་པའི་ནང་ལ། ཧ་ཅང་གསལ་པོ་ཅིག་བཀོད་གནང་ཡོད་རེད་ད། དེ་ནས་ཀྱི་གཞན་རྒྱུད་སྨིན་པར་བྱེད་བའི་འདུལ་བའི་དངོས་པོ་ཞིག་ལ་བླུགས་ཚུལ་ཞེས་པའི་ནང་དོན་འདི་ཡིན་ན་ཨ་ནི། སེམས་སྐྱིད་ནས་རྒྱལ་སྲས་ཀྱི་སྤྱོད་པ་ལ་བླུགས་ཚུལ་ཞེས་པའི་ནང་དོན་ཆེ་བ་གཉིས་པ་རེད། སེམས་སྐྱིད་ནས་རྒྱལ་སྲས་ཀྱི་སྤྱོད་པ་ལ་བླུགས་ཚུལ་ཞེས་པ་དེ་ཡང་ཨ་ནི། སྐྱེས་བུ་ཆེན་མོའི་ལམ་གྱི་རིམ་པ་བློ་སྦྱོང་ཚུལ་གྱི་ཨེ་ན་ནང་དོན་ཆེ་བ། གསུམ་པ་འདི་རེད་དེའི་ནང་གི་ཨ་ནི། གསུམ་པ་དེའི་ནང་ལོགས་ཀྱི་ནང་དོན་ཨ་ནི། གཉིས་པ་དེ་རེད་ཨོ་དེ་འདྲས་སུ་བཀོད་ཡོད་རེད། མདོར་བསྡུས་ན་བཤད་ན་ང་ལང་ཚོའི་བྱང་ཆུབ་ལམ་གྱི་རིམ་པ་འདི་ཨ་ནི། ས་བཅད་ཀྱི་སྟེང་ནས་ཞུས་པ་ཡིན་ན་ས་བཅད་འདི་འདྲ་གཅིག་གི་སྟེང་ནས་ཆ་ཚང་གཅིག་བཀོད་ཐུབ་ཀྱི་ཡོད་རེད་བྱས་ཙང་ང་ལང་ཚོ་སློབ་ཆུང་སློབ་གཉེར་བྱེད་པའི་བརྒྱུད་རིམ་ནང་ལོགས་ལ་ཡང་ས་བཅད་ཀྱི་ལམ་ནས་སློབ་སྦྱོང་བྱེད་ཐུབ་པ་ཡིན་ན་ཁ་གསལ་གོ་བདེ་ཡོད་པ་མ་ཚད་ཨ་ནི་སྒྲོམ་གཞི་དང་བཅས་པའི་ཨ་ནི། བློ་ལ་ངེས་ཤེས་ཧ་ཅང་གི་ཡག་པོ་བྱུང་གི་རེད་བསམ་གྱི་འདུག། ཆེན་རྩ་ལྷན་རྒྱས་ཚང་མས་ནི་ཆེ་མཇུག་ལམ་རིན་ཆེན་མོ་དང་རྣམ་གྲོལ་ལ་སྦྱངས་བདག་རྣམས་ཤེས་གསེར་གཞུང་མ་ལ་སོགས་པ་ནི་ཆེ་མཇུག་ལམ་གྱི་རིམ་པའི་གི་བློ་སྦྱོང་བས་ཀྱི་གནད་སྐྱོབ་ལ་ཡང་ལམ་རིམ་ས་བཅད་ཀྱི་ནི་འབྱུང་མིག་ལ་དཔེ་བཞག་ཅིང་སློབ་སྦྱོང་གནང་རྒྱུའི་རེ་བ་ཤིན་ཏུ་ནས་ཆེ། ཐུགས་རྗེ་ཆེ་ནི་ལྷན་རྒྱས་ཚང་མ་ལ་ཡང་ཐུགས་ཕན་གསོས་བའི་རེ་བ་སྙིང་བས་ནས་ཆེ་བཀའ་དྲིན་ཆེ།